བཀྲ་ཤིས་བདེ་ལེགས་ངའི་མིང་ལ་བསྟན་འཛིན་ཡིན་འཁྲུག་དང་ས་གནས་ཨེ་ད་ཀ་བྱམས་བརྩེ་ས་བོན་སློབ་གྲྭའི་སློབ་མ་ཡིན། དེ་རིང་ངས་གཏམ་བཤད་ཀྱི་འགྲན་བསྡུར་ནང་ཆ་ཤས་ལེན་གྱི་ཡོད། ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་སྐྱབས་གནས་གཅེས་ནོར་གོང་གསལ་སྐྱབས་རྒྱུན་དགེ་བའི་དབང་པོ་ཐམས་ཅད་མཁྱེན་ཅིག་གཟིགས་པ་འཕྱོན་པོ་མཆོག་ལ་སྒོ་གསུམ་གུས་པ་ཆེན་པོས་གུས་ཕྱག་སྔོན་དུ་ཕུལ་ནས་ད་ལོ་གོང་ས་མཆོག་དགུང་གྲངས་དགུ་བཅུ་ཕེབས་པའི་གོ་བསྟུན་ཆེད། བྱམས་བརྩེའི་ལོར་གསུང་སྤྱི་དང་འབྲེལ་བྱང་ཨ་རིའི་བོད་ཀྱི་གསར་འགྱུར་སློབ་གྲྭ་ཁག་གི་བར་མགོན་པོ་གང་གི་བཀའ་དྲིན་རྗེས་དྲན་གྱི་གཏམ་བཤད་འགྲན་བསྡུར་ཐོག་ཆེད་དུ་ཕེབས་པའི་དཔལ་ལྡན་སྐུ་ཚབ་དོན་གཅོད་བུ་རམས་པ་རྣམ་རྒྱལ་ཆོས་གྲུབ་མཆོག་དང། སྐུ་ཡི་གསུང་བསྒྱུར་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས་མཆོག་གི་དབུས། དགོངས་རྫོགས་འདི་ཡི་འགན་ཁུར་བ་རྣམ་པ་དང། ཟུར་དཔང་རྣམ་པ། བརྩེ་བའི་སློབ་ཕྲུག་རྣམ་པ། དྲ་རྒྱའི་བརྒྱུད་ནས་གསན་གཟིགས་གནང་མཁན་བོད་རིགས་སྤུན་ཟླ་ཡོངས་ལ་ངས་ཨེ་ད་ཀ་བྱམས་བརྩེའི་ས་བོན་སློབ་གྲྭའི་དགེ་སློབ་ཡོངས་ཀྱི་ཚབ་ཞུས་ཏེ། སྤྲོ་སེམས་འཁོལ་བའི་ངང་ནས་གུས་འདུད་དང་བཅས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། དེ་རིང་འདིར་གུས་མོའི་དགེ་བའི་གོ་སྟོན་སྲུང་བརྩི་ཆེད་མགོན་པོ་མཆོག་གི་བཀའ་དྲིན་རྗེས་སུ་དྲན་པའི་གཏམ་བཤད་ཞུ་རྒྱུའི་གོ་སྐབས་ཐོབ་པ་ཧ་ཅང་སྐལ་བ་བཟང་པོ་ཡིན་པར་ངོས་འཛིན་གྱིས་སྙིང་དབུས་ནས་དགའ་སྤྲོ་གྱེན་དུ་འཕྱུར་བཞིན་ཡོད། སྤྱིར་རྒྱལ་བ་དོན་གྱི་བདག་པོས་འཛམ་གླིང་སྤྱི་དང་ཡང་སྒོས་གངས་ཅན་པ་རྣམས་ལ་བསྐྱངས་པའི་བཀའ་དྲིན་མ་ལུས་པ་སུས་ཀྱང་བརྗོད་པར་མི་ནུས་ཀྱང། དེ་རིང་གུས་མོའི་ཆ་ཤས་ཙམ་ཞིག་གླེང་བའི་དབང་དུ་བྱས་ན། བོད་གངས་ཅན་པའི་རིག་གཞུང་སྐད་ཡིག་མི་རིགས། མི་རིགས་ཁོར་ཡུག་དང་བཅས་པ་ཆགས་འཇིག་གི་མཚམས་སུ་གོང་ས་མཆོག་གི་དགུང་གྲངས་བཅུ་དྲུག་ལས་མ་སོན་ཀྱང། བོད་ཀྱི་ཆོས་སྲིད་ལུགས་གཉིས་ཀྱི་འགན་ཁུར་བདག་གིར་བཞེས་ནས། བོད་གངས་ཅན་གྱི་ངོ་བོ་མཚོན་པའི་ཆོས་རིག་སྐད་ཡིག་དང་བཅས་པ་འཛིན་སྐྱོང་སྤེལ་གསུམ་བྱས། ཐབས་མཁས་ཐུགས་རྗེས་མཛད་ས་སྔར་མེད་པ་བསྐྱངས་པ་དང་བཙན་བྱོལ་དུ་བོད་མིའི་སྒྲིག་འཛུགས་གསར་དུ་བཙུགས་ནས་རིམ་བཞིན་མང་གཙོའི་ཚད་ལྡན་དུས་འགྱུར་གནང་བ་དང། ཆོས་བརྒྱུད་རིས་མེད་ཀྱི་རྒྱུད་སྡེ་ཁག་དང་སློབ་གྲྭ་ཁག་སོགས་རིག་གཞུང་གི་བསྟི་གནས་དུ་མ་གསར་འཛུགས་དང་འཛིན་སྐྱོང་རྒྱུན་མ་གནང་བ་སོགས་ཐབས་བརྒྱ་ཇུས་སྟོང་གིས་བླ་ན་མེད་པའི་མཛད་འཕྲིན་བསྐྱངས་པ་ལ་བརྟེན་ནས་རྒྱ་ནག་དམར་གཞུང་གིས་དཔུང་དང་སྟོབས་ཀྱིས་བོད་མི་རིགས་དང་རིག་གཞུང་རྣམས་ནག་བཅོས་བཏང་མ་ཐུབ་པ་མ་ཟད། དེ་དག་གི་མཚན་མཐོང་སྔ་ན་སྦ་བཞིན་པ་འདི་བྱུང། བྱམས་བརྩེ་ཡི་ལྷ་བཅོས་དང་རྨད་དུ་བྱུང་བའི་ལྟ་གྲུབ་ཀྱིས་ཕྱུག་པའི་བོད་ཀྱི་རིག་གཞུང་ལ། མགོན་པོ་གང་གིས་ཐུགས་གཉེར་གནང་ནས་རྟེན་ཅིང་འབྲེལ་པར་འབྱུང་བའི་ལྟ་གྲུབ་ཀྱི་དགོངས་དོན། བྱམས་སྙིང་རྗེ་ཡི་ལྷ་བཅའ་མ་ལུས་པ་ཉིད་ཀྱི་ཐུགས་ཉམས་སུ་བཞེས་ཏེ། འཛམ་གླིང་ཤར་ནུབ་ཀྱི་རྒྱལ་ཁབ་ཆེས་མང་པོར་ཞབས་ཀྱིས་བཅགས་ནས་ཀུན་ཁྱབ་འགན་ཁུར་དང་འཚེ་མེད་ཞི་བ། འགྲོ་བ་མིའི་བཟང་སྤྱོད་གོང་འཕེལ་གོང་འཕེལ་བྱུང་ཐབས་སོགས་གསུམ་གྱི་མཛད་འཕྲིན་རྒྱ་ཆེ་བསྐྱངས་པ་དེ་དག་འཛམ་གླིང་མི་མང་ཡོངས་ཀྱི་འཕྲལ་ཕུགས་ཀུན་ཏུ་རྒྱལ་བའི་རླབས་ཆེན་གྱི་མཛད་བཟང་སྔར་མེད་པ་ཞིག་ཡིན་པར་ངོས་འཛིན་གྱིས་ནོར་བེལ་ཞི་བདེའི་གཟེངས་རྟགས་སོགས། ཆེས་མཐོའི་གཟེངས་རྟགས་བརྒྱ་ཕྲག་དུ་མ་འབུལ་བཞེས་གནང་བ་སོགས་ཀྱིས་བོད་ཀྱི་ཆོས་དང་རིག་གཞུང་གི་གཟི་བརྗིད་དང་བོད་མིའི་རིན་ཐང་གོ་ལ་ཧྲིལ་པོར་མངོན་པར་མཛད་པ་སོགས་ཀྱིས་བོད་གངས་ཅན་པ་ཚང་མ་ལ་འཇིག་རྟེན་སྐྱོ་རེ་ཡོངས་ཀྱི་ཁྲོད་དུ་མགོ་བོ་གྱེན་དུ་འདེགས་ཆོག་པའི་གཟི་བརྗིད་ཀྱི་དཔལ་ཡོན་ཟླ་མེད་པ་བསྐྲུན་པར་མཛད་པ་སོགས་ནམ་ཡང་བཞེད་དུ་མེད་པའི་བཀའ་ཁྲིམས་རྣམས་རང་ཅག་བོད་འབངས་ཀུན་གྱིས་ཡང་ཡང་འགྲེལ་ཆེན་ཞུ་རྒྱུ། བཅད་ཐེངས་ཇི་ལྟར་ཞུས་ཚོད་ཡང་རང་ཅག་བོད་མི་རྒན་གཞོན་ཚང་མས་ལྟ་གྲུབ་གཏིང་ཟབ་ལྡན་པའི་བོད་ཀྱི་ཆོས་དང་རིག་གཞུང་ལ་སློབ་སྦྱོང། དེ་ལས་བྱུང་བའི་བྱམས་བརྩེའི་བསླབ་བྱ་རྣམས་ལག་ལེན་གང་ཐུབ་ཀྱིས་ཡབ་སྤྱོད་བཟང་ངང་འཚོ་བ་སྐྱལ་ཐབས་མི་རིགས་སྤྱི་དང་ལྷག་པར་བོད་མི་རྣམས་ནང་ཁུལ་འཆམ་མཐུན་དུ་གནས་ཐབས་དེ་དག་ཐམས་ཅད་ཀྱི་གཞི་རྟེན་རྩ་ཆེ་ཡི་བོད་ཀྱི་སྐད་ཡིག་ལ་སློབ་སྦྱོང་དང་བེད་སྤྱོད་གང་ཐུབ་བྱེད་ཐབས་བཅས་ལ་འབད་བརྩོན་ལྷོད་མེད་གནང་ན་སོ་སོའི་མི་ཚེ་བདེ་སྐྱིད་ལྡན་པ་དང་བདེ་སྐྱིད་ཀྱི་རྩ་བ་ཡ་རབས་བཟང་སྤྱོད་དང་དེ་ཡི་རྩ་བ་བོད་ཀྱི་རིག་གཞུང་སྐད་ཡིག་དང་བཅས་པ་མི་ཉམས་ཡུན་དུ་གནས་པའི་བྱ་བ་བྱེད་པ་ཡིན་པས་དེ་ནི་ནམ་ཡང་བཞེད་དུ་མེད་པའི་གོང་ས་མཆོག་གི་བཀའ་དྲིན་རྗེས་དྲན་བྱེད་ཚུལ་མ་ནོར་བ་ཡིན་ལ་རྒྱལ་བ་དགྱེས་པའི་མཆོད་པའང་དེ་ལས་ལྷག་པ་ང་རང་ཚོ་ལ་འབུལ་རྒྱུ་མ་མཆིས་པས་ཚང་མའི་འབད་བརྩོན་ལྷོད་མེད་བྱ་འོས་སུ་མཐོང། ད་དུང་བོད་ཀྱི་ཆོས་དང་རིག་གཞུང་གི་གཞི་རྟེན་གཅིག་པུས་བོད་ཀྱི་སྐད་ཡིག་གཉིས་དར་རྒྱས་ཕུན་སུམ་ཚོགས་པ་ཡོང་བ་དང་གོང་ས་དགེ་བ་ཐམས་ཅད་མཁྱེན་པ་མཆོག་སྐུའི་མཚན་བཞག་པས་ཡུན་དུ་བརྟན་ཅིང་མཛད་འཕྲིན་ཕྱོགས་བཅུར་རྒྱས་པ་བོད་དོན་བདེན་མཐའ་མྱུར་དུ་གསལ་བ་བཅས་ཀྱི་སྨོན་འདུན་ཞུ་རག་ཞུ་རྒྱུ་ཡིན་ཐུགས་རྗེ་ཆེ་བོད་རྒྱལ་ལོ། ཨོ་ཐ་ཆེ་ན་ཨ། གཉིས་པ་དེ་ཤི་ཀ་གོ་ས་ཆུ་ལུག་འབྲས་ཀྱི་བུ་མོ་བསྟན་འཛིན་བདེ་སྐྱིད་གྲུ་མ་ཚང་ལགས་ཡར་འཕེལ་རོགས་གནང། དེའི་རྗེས་དེ་གངས་ལྗོངས་བོད་ཀྱི་སྐད་དང་རིག་གཞུང་སློབ་གྲྭའི་བུ་མོ་བསྟན་འཛིན་ཡིད་སྤྲུལ་ལ་གྲ་སྒྲིག་གནང་རོགས་གནང། ད་ལྟ་དང་པོ་དེའི་ལྟ་ཀློག་བྱས་པ་དེ་ཐོ་བཀྱོན་བྱེད་རོགས་གནང་ཐོ་བཅས།
གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ། ཕན་དང་བདེ་བ་མ་ལུས་འབྱུང་བའི་གནས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡིས་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། ཅེས་པའི་ཤོ་ལོ་ཀ་འདི་སྔོན་བསུས་ཏེ་དེ་རིང་དེ་གར་ཕེབས་པའི་སྐུ་མགྲོན་གཙོ་བོ་སྐུ་ཡི་གསུང་བསྒྱུར་དགེ་བཤེས་ཐུབ་བསྟན་བྱིན་པ་ལགས་དང། བྱང་ཨ་རིའི་སྐུ་ཚབ་དོན་གཅོད་བུམ་རམས་པ་སྐུ་ངོ་རྣམ་རྒྱལ་ཆོས་གྲུབ་ལགས། གཉིས་ཀྱིས་དབུས་པའི་གཏམ་བཤད་འགྲན་བསྡུར་གྱི་གཙོས་སྐྱོང་བ་མཆོག། བློ་ཟུར་པུར་གནས་པའི་ཟུར་ཕག་རྣམ་པ། གཞན་ཡང་ས་གནས་ཁག་གི་ཚོགས་གཙོ་རྣམ་པ། གུས་བཀུར་འོས་པའི་རྒན་ལགས་རྣམས་དང་བརྩེ་བའི་སློབ་གྲོགས་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། གུས་མོ་ནི་ཨ་རི་ཡི་སྐྱེས་ཤིང་འཚར་ལོངས་བྱུང་བའི་ཤི་ཀ་གོའི་ཟ་འབྲུའི་སློབ་གྲྭའི་སློབ་མ་བསྟན་འཛིན་བདེ་སྐྱིད་སྒྲོལ་མ་ཚང་ཡིན། དེ་རིང་གི་གཏམ་བཤད་དེ་གོ་དོན་དང་འབྲེལ་བའི་བཀའ་དྲིན་ཆེ་དྲན། ཞེས་པའི་ཐོག། སྐད་ཆ་ཤོད་དགོས་འདུག་གོང་ས་མཆོག་གིས་བཀའ་དྲིན་རྗེས་དྲན་ཞུ་རྒྱུ་དེ་རེད། བཀའ་དྲིན་རྗེས་དྲན་ནི་དྲིན་ཆེན་ལ་དྲིན་དུ་ཚོར་ནས་བསམ་ཤེས་བྱེད་པ་ལ་ཟེར། བཀའ་དྲིན་རྗེས་དྲན་ནི་བཀའ་དྲིན་བསམ་ཤེས་ཟེར་བ་དེ་རེད། གོང་ས་མཆོག་གུང་ཁྲང་དགུ་བཅུ་ཕེབས་པའི་གོ་སྟོན་དང་བྱམས་བརྩེའི་ལོར་སྲུང་བརྩི་ཞུ་བཞིན་ཡོད་པ་རེད། ང་ཚོ་བོད་མི་རྣམས་ལ་གོང་ས་མཆོག་གི་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཞིག་གནང་དང་གནང་མུས་ཡིན་པས་ཚང་མས་མཁྱེན་གསལ་རེད། ཆོས་སྲིད་གཉིས་ཀྱི་ཐོག་ལ་བཀའ་དྲིན་ཤིན་ཏུ་ཆེ་བ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ལོར་བོད་ཤར་ཕྱོགས་སུ་རྒྱ་མིས་བཙན་འཛུལ་བྱས་པའི་སྐབས། གོང་ས་མཆོག་དགུང་ལོ་བཅུ་དྲུག་ལས་སོན་མེད་ཀྱང། བོད་ཆོས་སྲིད་གཉིས་ཡི་ཐུགས་འགན་ཡོངས་སུ་བཞེས་ཏེ། ཐབས་བརྒྱ་ཇུས་སྟོང་དགོངས་ནས་རྒྱ་ནག་དམར་གཞུང་དང་འབྲེལ་ལམ་གནང་ནས་ལོ་བཅུ་ཙམ་རིང་རྒྱ་མིས་བོད་ཧམ་ཟས་ལས་སླ་པོ་བྱེད་ཐུབ་མེད། ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་དམར་གཞུང་གིས་བོད་ལ་དྲག་གཟེར་བསྣོལ་ང་བྱུང་མ་མྱོང་བ་བྱུང་ནས། གོང་ས་མཆོག་དང་བོད་མི་ཉུང་ཤས་ཤིག་ཕྱིའི་ལུང་པར་བཙན་བྱོལ་དུ་ཕེབས་དགོས་གནས་ཚུལ་ཐབས་རྡུགས་བྱུང། ད་ལྟ་བར་བོད་ཀྱི་ངོ་བོ་ཆོས་དང་སྐད་ཡིག་རིག་གཞུང་སོགས་མ་བརླགས་པར་ཕྱི་ནང་གཉིས་སུ་ལག་བསྟར་བྱེད་བཞིན་མ་ཟད། འཛམ་གླིང་ཡོངས་ལ་དར་ཁྱབ་འགྲོ་མུས་བཅས་ནི་གོང་ས་མཆོག་གི་བཀའ་དྲིན་ཡིན། བཙན་བྱོལ་མིའི་ལུང་པར་ས་དང་གནམ་མ་གཏོགས་ངོ་ཤེས་ཆགས་རྒྱུ་མེད་པའི་སྐབས། གནས་ཚང་རྒྱལ་ཁབ་ཀྱི་གཞུང་དམངས་དང། ཕྱིའི་རྒྱལ་ཁབ་ཁག་གི་རོགས་སྐྱོར་ལ་བརྟེན་ནས་བཙན་བྱོལ་བོད་མིས་སྒྲིག་འཛུགས་བཙུགས་ཏེ། བོད་མིས་སློབ་གྲྭ་དང། གཞིས་ཆགས། དགོན་སྡེ་གྲྭ་ཚང། སྐྱབས་བཅོལ་གྲྭ་འདྲ་ནང་ནས་མི་འདྲ་བ་བྱུང་བ་དེ་ནི་གོང་ས་མཆོག་གི་བཀའ་དྲིན་ཡིན། བོད་མིའི་རྩ་དོན་འཐབ་རྩོད་དེ་འཚེ་མེད་ཞི་བའི་ལམ་ནས་གཞིས་བྱེས་མཉམ་འཛོམས་ཀྱི་ཐབས་ལམ་རླབས་ཆེན་བཟོས་པ་དེ་བོད་མི་ཙམ་དུ་མ་ཟད། འཛམ་གླིང་མི་མང་དགའ་མོས་བསྔགས་བརྗོད་མིག་དཔེ་ལྟ་ས་ཞིག་གྱུར་ཡོད། དེ་ལ་བརྟེན་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱི་དགུ་ལོར་གོང་ས་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་བཞེས་གནང་ནས་ལྷག་པར་བོད་དོན་འཛམ་གླིང་ཡོངས་གྲགས་ཆེ་རུ་ཕྱིན་ཡོད། ད་ལྟ་བར་གོང་ས་མཆོག་ནས་བོད་པ་གཅིག་པུ་མིན་པར་འཛམ་གླིང་གི་ས་ཆ་གང་སར་བྱམས་པ་དང་སྙིང་རྗེ། བརྩེ་བ། འཚེ་མེད་ཞི་བ་བཅས་གཞན་ལ་ལམ་སྟོན་དང། གང་གཉིས་ཀྱི་ཉམས་ལེན་གནང་ནས་ཁྱབ་སྤེལ་མཛད་བཞིན་པ་ནི་འགྲོ་བ་ཀུན་ལ་ཕན་འདོགས་དངོས་ཡོད་རེད། འགྲོ་བ་མིའི་བཟང་སྤྱོད་བློ་འཕེལ་གྱི་མཛད་པ། ཆོས་ལུགས་མཐུན་ལམ་གྱི་མཛད་པ། བོད་དང་འཛམ་གླིང་གི་ཁོར་ཡུག་སྲུང་སྐྱོབ་ཀྱི་མཛད་པ། ཆོས་ཕྱོགས་ཀྱི་དབང་ལུང་མན་ངག་གི་མཛད་པ་སོགས་ཀྱི་ཐོག་ནས་བཀའ་དྲིན་ཤིན་ཏུ་ཆེ་བ་བསྐྱངས་དང་བསྐྱངས་མུས་རེད། དེ་དག་ཐམས་ཅད་ཚོར་ནས་བསམ་ཤེས་བྱེད་རྒྱུ་ནི་ང་ཚོའི་ལས་འགན་གཙོ་བོ་དེ་ཡིན། མདོར་ན་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནས་ད་ལྟ་བར་རྒྱ་ནག་དམར་གཞུང་གིས་བོད་དང་བོད་མིའི་ངོ་བོ་རྩ་མེད་བཟོ་རྒྱུའི་བྱུང་ངན་སྣ་ཚོགས་བྱས་ཀྱང། བོད་ཀྱི་ངོ་བོ་དང་རྩ་དོན་བརླག་རྒྱུ་ཚབ་ལ་འཛམ་གླིང་ཕྱོགས་ཐམས་ཅད་དུ་ཁྱབ་བཞིན་ཡོད་པ་ནི་གོང་ས་མཆོག་གི་བཀའ་དྲིན་གཅིག་ཡིན། ང་ཚོས་དེ་དག་ཚང་མ་བསམ་ཞིང་ཚོར་ཐུབ་པ་བྱེད་དགོས། བཀའ་དྲིན་ཆེ་དྲན་གཙོ་བོ་ནི་ང་ཚོ་ཚང་མས་གོང་ས་མཆོག་གི་བཀའ་དགོངས་སྒྲུབ་རྒྱུ་དེ་ཡིན། ཁོང་གིས་གང་གསུངས་པ་རྣམས་ཉན་ནས་ལག་ལེན་དུ་བསྟར་ན་བཀའ་དྲིན་ཆེ་དྲན་ངོ་མ་དེ་རེད། ཚང་མས་དེ་ལྟར་བེད་སྤྱོད་གནང་རོགས་གནང། མཐའ་དོན་ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུའི་ཚད་ཞབས་པད་སྐྱེས་སྐར་བསྟན་ཞིང་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང། བོད་ཀྱི་དད་ཟླ་མྱུར་དུ་གསལ་བའི་སྨོན་འདུན་བཅས། བྱམས་དང་སྙིང་རྗེ་དད་གུས་ཁྲི་འཐུད་ཆེ་གནང།
ཐུགས་ཆེ་གནང། ང་ཚོས་གཏམ་བཤད་གཉིས་པ་འདི་གྲུབ་པ་ཡིན། གཏམ་བཤད་གསུམ་པ་གངས་ལྗོངས་བོད་ཀྱི་སྐད་དང་རིག་གཞུང་སློབ་ཁྲིད་བུ་མོ་བསྟན་འཛིན་ཡིད་སྤྲུལ་ལ་ཕེབས་རོགས་གནང། དེ་རྗེས་དེ་སྣ་དེང་རིག་པའི་ལྡུམ་རའི་གི་བུ་མོ། ཚུར་བྱུང་དབང་མོ་ལ་འབྲེལ་འདྲིས་གནང་རོགས་གནང།
ཀ་ཁ་ག་ང་ང་ཡི་ཕ་གཡས་ཡིན། ཅ་ཆ་ཆ་ཉི་ང་ཡི་མ་ཡིག་ཡིན། གཉའ་སོ་སོ་ཤི་ང་ཡི་བླ་སྲོག་ཡིན། བོད་པའི་རྟགས་མཚན་དེ་ལས་མཐོང་ཐུབ། ཅེས། ཚིགས་བཅད་དེ་སྙོན་དུ་བཏང་ནས། ཐོག་མར། གཟུ་དཔང་རྣམ་པ་དང་དགེ་རྒན་རྣམ་པ་ཕ་མ་ལྷན་རྒྱས་ལ་བཀྲ་ཤིས་བདེ་ལེགས་དང། ལྷག་པར་དུ་ང་རང་དང་འདྲ་བའི་མ་འོངས་བོད་ཀྱི་སོན་རྩ་ཡོངས་ལ་འཚམས་འདྲི་དང་དྲག་གཉེན་དགུང་ཟླ་ལེགས། ངའི་མིང་ལ་བསྟན་འཛིན་ཉི་སྦྲེལ་དང་ང་རང་ཁེན་ར་ཏྲ་གངས་ལྗོངས་བོད་ཀྱི་སྐད་དང་རིག་གཞུང་སློབ་གྲྭའི་སློབ་མ་ཞིག་ཡིན། དེ་རིང་གུས་མོས་བྱམས་བརྩེ་ལོར ྋགོང་ས་མཆོག་གི་གོ་དོན་དང་བསྟུན་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་འབྲེལ་བའི་གཏམ་བཤད། བོད་ཡིག་སྦྱོང་བ་ནི་བཀའ་དྲིན་རྗེས་དྲན་ཡིན། ཞེས་པའི་བརྗོད་གཞི་ཐོག་ལ་རང་གི་བསམ་པ་དང་ཚོར་སྣང་གི་སྐད་ཆ་ཚིག་གསུམ་ཞུ་འདོད་བྱུང། དང་པོ། ང་རང་ལོ་ན་ཆུང་ཆུང་ཡིན་ཡང། ང་ཚོའི་ལུང་པ་བོད་དེ་རྒྱ་མིས་འཕྲོག་པ་ཤེས་ཀྱི་ཡོད་ལ། བོད་ནང་ལ་རང་དབང་མེད་པ་དང་སྐྱིད་པོ་མེད་པའང་ཤེས་ཀྱི་ཡོད། དགོངས་པ་མེད་ཙང་ངའི་ཕ་མ་གཉིས་ཀྱང་ཁེན་ར་ཏྲ་རུ་སྐྱབས་བཅོལ་དུ་སླེབས་པ་དང་ང་རང་ཡང་སྐྱེས་ས་དང་འཚར་ལོངས་བྱུང་ས་ཁེན་ར་ཏྲ་ཡིན་པ་མ་ཟད་སློབ་གྲྭ་འགྲོ་ས་ཡང་དབྱིན་ཇི་སློབ་གྲྭ་ཡིན། ང་རང་གི་ཕ་མ་གཉིས་པོ་ལས་ཀ་མང་པོ་དང་བྲལ་འཚུབ་ཧ་ཅང་ཆེན་པོ་ཡིན་ནའང་ནང་དུ་བོད་ཡིག་སློབ་ཁྲིད་དང་བོད་རྒྱ་བརྒྱབ་པ། རེས་གཟའ་ཉི་མ Canada གངས་ལྗོངས་བོད་ཀྱི་སྐད་དང་རིག་གཞུང་སློབ་གྲྭ་རུ་བསྐྱལ་གྱི་ཡོད། དེ་ལ་བརྟེན་ནས་ད་ལྟ་ང་རང་བོད་ཡིག་ལ་དོ་སྣང་དང་དགའ་སྣང་ཡོད་པ་ཙམ་མ་ཟད་བོད་ཡིག་བྲིས་ལུགས་ཀྱང་ཤེས་ཀྱི་ཡོད། གཉིས་པ། ང་རང་ཐོག་མར་བོད་ཡིག་ལ་དོ་སྣང་དང་དགའ་སྣང་དེ་ཙམ་མེད། དམིགས་བསལ་བོད་ཡིག་སྦྱོང་དུས་དཀའ་ལས་ཁག་པོ་ཚོར་གྱི་འདུག། ཡིན་ནའང་རིམ་གྱིས་ངའི་ཕ་མ་གཉིས་ཀྱིས་ང་ཚོའི་ལུང་པ་རྒྱ་མིས་འཕྲོག་པ་དང་མིའི་ལུང་པར་སྐྱབས་བཅོལ་དུ་སླེབས་པ་རེད་གསུང་གི་རེད། མིའི་ལུང་པར་མི་རིགས་གཞན་པ་ནང་བཞིན་རང་དབང་དང་སྐྱིད་པོ་ཡོད་པ་ཚང་མ་གཙོ་བོ་གོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད་ཅེས་ཡང་ཡང་གསུང་གནང་གི་རེད། གལ་སྲིད་ནམ་ཞིག་གོང་ས་མཆོག་མ་བཞུགས་ཚེ། ང་ཚོ་ལ་ཕ་མ་མེད་པ་ནང་བཞིན་དྲ་གྲོགས་ལྟ་བུའི་ལུས་ཀྱི་རེད་གསུང་གི་འདུག་གལ་ཏེ་གོང་ས་མཆོག་སྐུ་ཚེ་རིང་པོ་དང་སྐུ་ཁམས་སྲ་ལྷུང་ངང་བཞུགས་ཐུབ་ན། ང་ཚོས་ཚང་མ་ལ་ཕ་མ་ཡོད་པ་བཞིན་སེམས་པ་སྐྱིད་པོ་དང་དཀའ་རྙོག་དེ་ཙམ་འཕྲད་ཀྱི་མ་རེད་གསུངས་བྱུང། གོང་ས་མཆོག་སྐུ་ཚེ་རིང་པོ་བཞུགས་པར་ང་ཚོའི་བོད་པ་དང་བོད་རིགས་ཚང་མས་གོང་ས་མཆོག་གི་བཀའ་བཞིན་ཀུན་ཏུ་སེམས་པ་བཟང་པོ་དང་མཐུན་ལམ་བྱེད་པ། ལྷག་པར་དུ་ང་ཚོས་རང་གི་སྐད་ཡིག་བོད་ཡིག་ལ་དོ་སྣང་བྱ་རྒྱུ། ང་རང་བོད་ཡིག་ལ་དོ་སྣང་དེ་ནས་བྱེད་དགོས་ཚུལ་གྱི། གསུམ་པ། ངའི་ཕ་མ་གཉིས་ཀྱིས་ང་ཚོའི་བུ་ནཱ་ལེནྡྲ་རྒྱ་མི་མང་པོ་ཡོད་པ་དང། སྐྱིད་མོ་བ་མ་ཟད་ང་རང་དང་འདྲ་བའི་བོད་པའི་ཕྲུ་གུ་ཆུང་ཆུང་ས་ཡ་གཅིག་ལྷག་རྒྱ་མིའི་སློབ་གྲྭར་བཙན་འོག་གི་བཅུག་པ་མ་ཟད་རྒྱ་མིའི་སློབ་གྲྭ་རུ་བོད་པའི་སྐད་དང་རིག་གཞུང་ལོ་རྒྱུས་སོགས་ལ་སྟོབས་ཆུང་བྱ་རྒྱུའི་གོ་སྐབས་མེད་པ། དེ་ལ་བརྟེན་ནས་བོད་པའི་ཕྲུ་གུ་ཆུང་ཆུང་རྣམས་བོད་རྒྱའི་རྒྱབ་བསྟུད་ཡོད་ཀྱང་བོད་རྒྱའི་ཤེས་མ་ཐུབ་པ་མ་ཟད། ཐ་ན་སོ་སོའི་ཕ་མ་དང་བུ་བུ་མོ་མོ་རྣམས་ལ་ཕན་ཚུན་སྐད་ཀྱི་གོ་བརྡ་མི་འདྲི་བར་གྱུར་ནས་བོད་པའི་ཕྲུ་གུ་མང་པོ་རྒྱ་མི་ནང་བཞིན་ཆགས་ཡོད་པ་གསུངས་དུས་ང་རང་སེམས་པ་སྐྱོ་སོང། ཉེ་ཆར་ཕ་མ་གཉིས་ཀྱིས་བརྙན་ཐུང་ཞིག་ང་ལ་བསྟན་གནང་སོང། དེ་ཡི་ནང་ཨ་ཅག་བསམ་ལེ་ལ་མོ་ཟེར་བ་ཞིག་གིས་བོད་ཡིག་ཟེར་རྒྱུ་དེ་སྐར་མའི་ཚད་ཐིག་བྱེད་དགོས་རྒྱུ་ཞིག་མ་རེད་ང་ཚོའི་བོད་པ་ཚང་མའི་ཤ་དང་རུས་ལ་ཟུག་ཡོད་པ་ཞིག་རེད་ཅེས་གསུང་གི་འདུག་དེ་ཡི་ནང་དོན་ནི་བོད་ཀྱི་སྐད་ཡིག་ནི་ང་ཚོའི་བོད་མི་རིགས་ཀྱི་བླ་སྲོག་ལྟ་བུའི་གལ་ཆེན་མོ་དང། དེ་ནི་ང་ཚོའི་བོད་པ་ཚང་མས་ཤ་དང་རུས་པའི་ནང་ལ་འཐེན་པ་ནང་བཞིན་བོད་ཡིག་སྦྱོང་འགྱོད་པ་ང་ཚོའི་བོད་པ་ཚང་མའི་ལས་འགན་དང་དོན་གལ་ཡིན་པ་གསུངས་གནང་བྱུང། ང་ཚོའི་བོད་ཡིག་ལ་དོ་སྣང་དང་བོད་ཡིག་སྦྱོང་ཐུབ་ན། གོང་ས་མཆོག་ལ་བཀའ་དྲིན་རྗེས་དྲན་ངོ་མ་ཞུགས་པ་དང་གཅིག་པ་རེད་གསུངས་གནང་བྱུང། མདོར་ན། ད་ལྟ་ང་རང་ལོ་ན་ཆུང་ཆུང་ཡིན་ཡང། སོ་སོའི་བོད་འབངས་པའི་སྤོབས་པ་དང་བོད་སྐད་རྒྱག་རྒྱུ་དགའ་པོ་ཡོད། གལ་ཏེ། བྱམས་བརྩེ་ལོར་གོང་ས་མཆོག་ལ་ལག་བརྡ་ཡག་པོ་ཞིག་ཕུལ་འདོད་ཡོད་ན། དེ་རིང་ནས་བཟུང་ང་ཚོའི་བོད་པ་ཚང་མས་བོད་ཡིག་ལ་དོ་སྣང་དང་བོད་སྐད་རྒྱག་རྒྱུ་དེ་ནི་ལག་བརྡ་ཡག་ཤོས་ཤིག་རེད་བསམ་གྱི་འདུག།

ད་བཞི་པ་དེ་གནའ་དེང་རིག་པའི་ལྡུམ་རའི་གི་བུ་མོ། ཙུའུ་ཆུང་དབང་མོ་ལགས་ཡར་ཕེབས་རོགས་གནང། དེའི་རྗེས་དེ་ལྔ་པ་ད་ལྟ་བློ་གསལ་སྐྱེད་ཚལ་གི་བུ་མོ་གངས་ལྷ་མེ་ཏོག་ལགས་གྲལ་སྒྲིག་གནང་རོགས་གནང།
ལོ།
རྣམ་པ་ཚོགས་སྐུ་ཁམས་བཟང། ཐོག་མར་བརྒྱུད་པའི་དགའ་སྡོད་སྤྲུལ་གསུམ་གྱི་ངོས་ནས་གོང་ས་མཆོག་གི་སྐུ་ཡི་དགོས་དོན་ལ་རྟེན་འབྲེལ་ཞུ་བ་དང་ཁོང་གི་མཛད་རྗེས་ལ་བཀའ་དྲིན་ལེགས་གསོལ་ཞུ་རྒྱུ་དང་ཕྲ། དེ་རིང་འདིར་ཞུགས་པའི་སྐུ་མགྲོན་རྣམ་པ་དང་གཟུ་དཔོན་པ་རྣམ་པ་བཅས་ཚོ་མར་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ངའི་མིང་ལ་མཚོ་ཤོ་བོ་མོ་ཟེར། ང་ནི་ནུབ་བྱང་བོད་མིའི་རིག་གཞུང་ཚོགས་པའི་གནའ་དེང་རིག་པའི་ལྡུམ་ར་སློབ་གྲྭ་ཡི་འཛིན་རིམ་བརྒྱད་པའི་སློབ་མ་ཞིག་ཡིན། དེ་སྔ་མཚན་གྱིས་གནའ་དེང་རིག་པའི་ལྡུམ་ར་སློབ་གྲྭ་ཡི་ཚབ་བྱས་ཏེ་དེ་རིང་གི་གཏམ་བཤད་འགྲན་བསྡུར་ལ་མཉམ་ཞུགས་བྱེད་ཐུབ་པར་དགའ་ཚོར་ཆེན་པོ་བྱུང། ད་ནི་སྐབས་སུ་བབ་པའི་བརྗོད་གཞི་དེ་བྱམས་བརྩེ་ཡི་ལོར་སྒོ་གཏན་དང་བྲལ་བའི་བཀའ་དྲིན་རྗེས་དྲན་བྱེད་པའི་སྐོར་ནས་མདོར་ཙམ་ཞུ་བར་བྱ་བ་ནི། བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ང་བཅུ་ང་ནི་རབ་གནས་ཞིང་འབྲོས་ལོ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ནི་གཞིས་བྱེས་བོད་མི་ཡོངས་དང་འཛམ་བུ་གླིང་གི་ཁྱོན་ཀུན་ཏུ་གནས་པའི་ནོམ་པ་ས་ཡ་མང་པོ། ཁྱད་པར་དུ། ཞི་བདེ་ལ་དགའ་ཞིང་བདེ་སྐྱིད་ལ་སྨོན་པའི་འགྲོ་བ་མི་ཀུན་ལ་མཚོན་ན། ལོ་དེ་ནི་བཀྲ་ཤིས་ཕུན་སུམ་ཚོགས་ཤིང་དགའ་སྟོན་དཔལ་ལ་རོལ་བའི་ལོ་ཞིག་སྟེ། རོང་བཅའ་བོན་པོ་ཡོངས་ཀྱིས་མེ་ཏོག་ཁོང་ལ་ཕོག་པའི་ལྷ་སྐལ་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཐམས་ཅད་མཁྱེན་གྱི་གཟི་དཔའ་ཆེན་པོ། དོན་གྱི་ལྷད་དུ་མཚན་ནས་སྨྲས་ན། རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་དཔལ་གསུམ་པོ་མཆོག་ནི། གོང་ས་སྐུ་ཕྲེང་རིམ་བྱོན་ལས་མཛད་པའི་བར་རླབས་ཆེ་ཆེར་རྒྱས་ཤིང། དུས་ཕྱག་ས་གསུམ་ལ་ཁྱབ་པའི་དུས་རབས་ཉེར་གཅིག་པའི་བླ་ན་མེད་པའི་སྟོན་པ་ཁོ་ན་ལ། ཡོང་དགོས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ནི་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་མགོ་འཁྲུངས་དགུ་བཅུར་སོན་ཏེ། གོང་ས་སྐུ་ཕྲེང་རྣམས་ལས་སྐུ་ཚེ་རིང་བཞིར་དག་སྐྱོད་བྱས་པ་ནི་རང་ཅག་ཁ་བ་རི་པ་ཡོངས་ཀྱི་ལས་བསོད་དང། བསྟན་དང་འགྲོ་བ་ཡོངས་ལ་མཚོན་ན་བླ་མེད་ཡི་བྱིན་རླབས་ཀྱི་མཚན་ཁ་འབར་བའི་རྨད་བྱུང་སྐལ་བཟང་གི་དུས་སྐབས་ཤིག་ཏུ་ཤིན་ཏུ་ནས་རིགས་སོ།

ྋགོང་ས་མཆོག་ང་ཚོས་ཡ་རབས་དང་བཟང་སྤྱོད་ཉམས་ལེན་བྱས་ཏེ་སྐུ་ཡི་གོ་དོན་སུ། ང་ཚོས་སྐད་ཡིག་དང་རིག་གཞུང་གཅེས་འཛིན་བྱས་ཏེ་སྐུ་ཡི་གོ་དོན་སུ། ང་ཚོས་ཐབས་ཟད་ཀྱི་སྙིང་སྟོབས་བླ་རུ་བཏེགས་ཏེ་སྐུ་ཡི་གོ་དོན་སུ། ང་ཚོས་མཐུན་སྒྲིལ་གཅིག་ལ་དང་གཅིག་ཏུ་སྦྲེལ་ཏེ་སྐུ་ཡི་གོ་དོན་སུ། གོང་ས་མཆོག། ཁྱོད་ཀྱི་སྐུ་ཡི་གཟིགས་དཔལ་རིག་བྱ་ལྷུན་པོ་ལས་ཀྱང་དཔངས་མཐོ་ཞིང། ཁྱོད་ཀྱི་གསུང་གི་མཛད་ཕྲིན་ནི་ནམ་མཁའ་ལྟར་མུ་མཐའ་བཀྲ་བ། ཁྱོད་ཀྱི་ཐུགས་དགོངས་ནི་མཐའ་ཡས་རྒྱ་མཚོ་ལས་ཀྱང་གཏིང་ཟབ་པ། ཨེ་མ་ཧོ། ཁམས་གསུམ་འགྲོ་བ་ཡོངས་ཀྱི་མ་འདྲིས་པའི་མཛའ་བཤེས་ཆེན་པོ། དུས་རབས་ཤིག་གི་ཞི་བདེ་ཡི་ལམ་སྟོན་པ་ཁྱོད་ལ་གུས་འདུད་ཁྲོ་མེད་ཞུ། གོང་ས་མཆོག་ཁྱོད་ནི་བྱམས་པ་དང་སྙིང་རྗེ་ཡི་བདག་ཉིད་དང་ཁྱོད་ནི་ཞི་བདེ་དང་དྲང་བདེན་གྱི་དེད་དཔོན། མདོར་ན། ཁྱོད་ནི་འགྲོ་ཀུན་སྡུག་བསྔལ་ལས་སྒྲོལ་བའི་དཔུང་གཉེན་གཅིག་པུ་སྟེ། གོང་ས་མཆོག། ང་ཚོའི་དྭངས་གཙང་སེམས་ཀྱི་འདུན་པ་དྲི་མེད་ཀྱི་དར་དཀར་ཡུག་གཅིག་གི་ཚུལ་དུ་ཁྱོད་ལ་སེམས་གཏིང་ནས་ཐུགས་རྗེ་ཆེ་ཞུ། ང་ཚོས་དུས་རྟག་ཏུ་ཁྱེད་ཀྱི་བཀའ་དྲིན་རྗེས་སུ་དྲན་ཞིང། ང་ཚོས་དུས་ནམ་ཡང་ཁྱོད་ནི་སྐུ་ཚེ་བསྐལ་བརྒྱར་བརྟན་ཅིང། ཞལ་འདོན་མཐའ་དག་རྒྱན་མེད་ལྷུན་གྱིས་གྲུབ་པའི་སྨོན་ལམ་ཕུར་ཚུགས་སུ་འདེབས་པ་ལགས་སོ། བཀའ་དྲིན་ཆེ།
སུ་ཞེ་ན། རྔ་པ་དེ་བློ་གསལ་སྐྱེས་ཚལ་གྱི་སློབ་མ་བུ་མོ་བསྟན་འཛིན་བུ་མོ་གངས་ལྷ་མེ་ཏོག་ལ་ཡར་ཕེབས་རོགས་གནང། དེ་རྗེས་དེ

བསྐོར་བ་འོས་པའི་དགེ་རྒན་རྣམ་པ་དང་བཟོད་པ་རྣམ་པ། དྲིན་ཆེན་གྱི་ཕ་མ་ལན་བརྒྱད། དེ་ག་ནང་བཞིན་བརྩེ་བའི་སློབ་གྲོགས་ཡོངས་ལ་བཀྲ་ཤིས་བདེ་ལེགས་ཞུ། ང་ནི New York དང New Jersey བོད་རིགས་སྤྱི་མཐུན་ཚོགས་པའི་གཟའ་བརྗིད་སློབ་གྲྭ་ལོ་གསར་བཅད་རྩ་བྱེད་སློབ་མ་གངས་ལྷ་མེ་ཏོག་ཡིན། འཛམ་གླིང་ཞི་བདེ་ཡི་དེད་དཔོན་ཆེན་པོ ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་པའི་འགོ་སྟོན་ཁྱད་པར་ཅན་གྱི་ལོ་དེར། ཁོང་གིས། བླ་ན་མེད་པའི་དགའ་སྤྲིན་རྗེས་སུ་དྲན་པའི་སྒོ་ནས་དམ་བཤད་ཅིག་བལྟ་རྒྱུ་བྱུང་བར། ང་རང་ཧ་ཅང་གི་བསོད་ནམས་ཆེ་བ་མ་ཟད་དགའ་སྤོབས་ཆེན་པོའང་བྱེད་བཞིན་འདུག་དེ་རིང་ངས་དམ་བཤད་བྱ་རྒྱུའི་བརྗོད་གཞི་ནི། གངས་རིའི་མགོན་པོ་དགའ་སྤྲིན་བསམ་བཞིན་དགུ་བཅུ་དགོ་སྟོན་བསུ་བ་ཅེས་པ་དེ་ཡིན། ང་ཡི་དམ་བཤད་དེ་དོན་ཚན་གསུམ་གྱི་ལམ་ནས་གསལ་འདོན་བྱེད་ཀྱི་ཡིན། དོན་ཚན་དང་པོ། འཛམ་གླིང་སྤྱི་ལ་དགའ་དྲིན་བྱེད་ཚུལ། དོན་ཚན་གཉིས་པ། ཡང་སྒོས་བོད་མི་རིགས་ལ་དགའ་དྲིན་བྱེད་ཚུལ། དོན་ཚན་གསུམ་པ། མཇུག་བསྡོམས་དང་སྨོན་ལམ། དང་པོ། འཛམ་གླིང་སྤྱི་ལ་དགའ་དྲིན་བྱེད་ཚུལ་ནི། ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་འཛམ་གླིང་འདིར་ཐུགས་རྗེ་དམ་བཅའ་བཞི་ཡི་ལམ་ནས་འགྲོ་བ་མིའི་རིགས་ལ་ཕན་བདེའི་ལམ་སྟོན་གནང་ཡོད། དེ་ཡང། ཀ། གོང། འགྲོ་བ་མི་ཞེན་པའི་ཆ་ནས་འགྲོ་བ་མི་ལ་རང་ཆས་སུ་ཡོད་པའི་གསང་རྒྱུད་གོང་མཐོར་གཏོང་རྒྱུ་དེ་ཡིན་ཞིང། དེ་ནི་མི་སྒེར་དང་ཁྱིམ་ཚང། སྤྱི་ཚོགས་བཅས་ཀྱི་བདེ་སྐྱིད་ཀྱི་གཞི་རྩ་ཡིན་པར་ལམ་སྟོན་གནང་ཡོད། ག། ཁོང། ཆོས་པ་ཞིག་ཡིན་པའི་ཆ་ནས་ཆོས་ལུགས་དོན་འདིར་ཁོང་གཏོར་གཏོང་རྒྱུ་དེ་ཡིན་ཞིང། བྱམས་པ་དང་བརྩེ་བ། བཟོད་སྒོམ། ཆོག་ཤེས་སོགས་ཀྱི་མཉམ་ལས་ནི་ཆོས་ལུགས་ཚང་མར་གཅིག་མཚུངས་ཡིན་པར་ལམ་སྟོན་གནང་ཡོད། འགའ། ཁོང། བོད་མི་གཞན་པ་དང་ལྡ་ལི་བླ་མའི་མཚན་གནས་ཡོད་པའི་ཆ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་རྩ་དོན་ལ་འགན་ཁུར་དང་རྩེ་ནོག་ལ་གནས་པའི་ཞལ་ཞུགས་བོད་མི་ཚོ་ཡི་རང་དབང་བཀྲིན་ཚབ་པའི་ཐུགས་འགན་བཞེས་གནང་ཡོད། ལྔ། ཁོང་གིས་རྒྱ་གར་གྱི་གནའ་རབས་རིག་གནས་ཀྱི་ལེགས་ཆ་སྟེ་སེམས་ཁམས་དང་མཚན་མིའི་རྣམ་གཞག། ཆོས་ལུགས་རེས་མེད་ཀྱི་བསང་མཆོད་སོགས་དེང་རབས་ཤེས་ཡོན་དང་འབྲེལ་ནས་འཛམ་གླིང་ལ་ངོ་སྤྲོད་དང་ལམ་སྟོན་མཛད་པ་སོགས་བརྗོད་ལས་འདས་པའི་བཀའ་དྲིན་བླ་མེད་དུ་ཆེ་བ་གནང་ཡོད། གཉིས་པ། ཡང་སྒོས་བོད་མི་རིགས་ལ་དགའ་སྤྲོན་བྱེད་ཚོགས་ནི། ང་ཚོ་རྐང་རྗེས་པ་རྣམས་ལ་མཚོན་ན་གོང་ས་མཆོག་མཆན་ནི་བོད་ཀྱི་སྲོག་རྩ་དང་གངས་རི་ཡི་གོན་ཆབ་ངོས་བསྟན། བོད་གངས་ཅན་ལྗོངས་སུ་དུས་སྦྱོར་གྱི་བ་ལབ་དྲག་ཏུ་ཤོར་ཞིང། མི་རིགས་དེ་གར་སོང་ཆ་མེད་དུ་གྱུར་ལ་ཉེ་བའི་ཉམ་ང་བའི་དུས་སྐབས་དེར་ངེད་ཅག་བོད་མི་རྣམས་ཀྱིས་གོང་གི་རྣམས་ནི་བྱེ་ཡིན་ལ་འོག་གི་ས་ཡང་བྱེ་ཁོ་ན་ཡིན། བྱེད་ཅིག། སྐུ་ལྔ་བརྒྱ་དྲག་ཆེད་དུ་བསྲེས་ཏེ། སྤོབས་པའི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པའི་སྒྲོན་མེ་དེས། མཚན་ཕྱོགས་རླུང་འཚུབ་ཀྱི་ཁྲོད་དུ་ནམ་ཡང་མི་ནུབ་པར། ཁྲག་ལ་མེ་རིའི་འཛིན་སྐྱོང་པད་སྣང་གཟེངས་ནས་གདེང་གི་དུས་དེར། ང་ཚོ་བོད་པ་ཚོས་རྗེས་ལུས་ཀྱི་རྣམ་པ་དོར་ཏེ། སྤོབས་པའི་གཞི་ཚོགས་དེ་ཉིད་དེང་རབས་ཀྱི་ཤེས་ཡོན་དང་མང་གཙོའི་ལམ་བཟང་ལ། འཛམ་གླིང་སྤྱི་མཚུངས་ལོངས་སུ་སྤྱོད་པ་ཙམ་དུ་མ་ཟད། ང་དང་ང་འདྲ་བའི་བུ་ཕྲུག་ཚོ་རྒྱང་རིང་གི་ནིའུ་ཡོག་དང་ནིའུ་ཇར་སི་ཡི་ས་ཐག་དེ་ནས་ཀྱང་ང་བོད་པ་ཡིན་ཞེས་བོད་པའི་མགོ་བོ་ཕྱེ་བྱེད་ཐུབ་པ་དེ་ཁྱེད་ཀྱི་བཀའ་དྲིན་ཁོ་ན་ཡིན། གསུམ་པ། མཇུག་སྡོམ་དང་སྨོན་ལམ། འདི་ལོ་ནི་ཤིང་རོལ་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་དགུང་གྲངས་དགུ་བཅུ་བཞེས་པའི་འགོ་སྟོན་གྱི་ལོ་ཤར་བས། དེ་ནི་ང་ཚོ་རྐང་རྗེས་པ་ཡོངས་ཀྱིས་ཁོང་གི་དགའ་དྲིན་རྗེས་སུ་དྲན་པའི་སྒོ་ནས། ཁོང་གི་དགའ་སློབ་ལྟར། གཞན་ལ་ཕན་སེམས་བྱེད་རྒྱུ་དང། རང་གི་ཆོས་དང་རིག་གཞུང་ལ་སློབ་སྦྱོང་ཡག་པོ་བྱེད་རྒྱུ་དེ་ནི། ཁོང་ལ་འགོ་སྟོན་གྱི་ལེགས་སྐྱེས་མཆོག་ཏུ་གྱུར་བ་དེ་ཡིན། མཐར། ཀོང་པོ་གང་ཉིད་སྐུ་ཚེ་བསྐལ་བརྒྱར་ལྡན་ཅིང། བུ་སྟོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་རྒྱུ་ཡིན། ཐུགས་རྗེ་ཆེ། ཐུགས་ཆེ་གནང། དྲུག་པ། རིག་གནས་སྐྱེད་ཚལ་གླིང་གི་བུ་མོ་མེ་སྒྲོན་སྦག་རོག་ཚང་ལ་ཕེབས་རོགས་གནང། དེ་རྗེས་དེ་ལ་ལུགས་གཉིས་ཕུན་ཚོགས་དགའ་ཚལ་གྱི་བུ་མོ་གསལ་སྒྲོན་བསྟན་འཛིན་བདེ་སྐྱིད་ལགས་གྲལ་སྒྲིག་གནང་རོགས་གནང།

ལྷར་བཅས་སྲིད་ཞིའི་གཙུག་རྒྱན་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་གུས་ཕྱག་བསྔོས་འདི་འབུལ་བའི་ཐོག་ནས་ད་རིང་འདི་གར་རིག་རྩལ་འགྲན་བསྡུར་ཕེབས་པའི་སྐུ་མགྲོན་རྣམ་པ། བཀའ་དྲིན་ཆེ་བའི་དགེ་རྒན་དང་ཕ་མ་རྣམ་པ། མཛའ་བརྩེ་དང་ལྡན་པའི་བོད་རིགས་སྤུན་ཟླ་རྣམས་ཚང་མ་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གིན། འདི་ལོ་འཛམ་གླིང་ཡོངས་སུ་བོད་མི་ཚོ་བྱམས་བརྩེ་ཡི་ལོ་སྲུང་འཛིན་ཞུ་བཞིན་ཡོད་པས་དེ་རིང་གུས་མོའི་མོས་སྤྲིན་ལྷ་མོ Boston རིག་གནས་སྐྱེད་ཚལ་གླིང་འཛིན་གྲྭ་དྲུག་པའི་སློབ་ཕྲུག་ཡིན་པས་ངའི་སྐད་རིང་བསམ་ཤེས་ཀྱི་ཚོར་བ་ཟབ་མོ་ཞིག་གིས་མཐོང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐད་རིང་རྗེས་དྲན་དང་འབྲེལ་བའི་སྐད་ཆ་ཐུང་ཐུང་ཞིག་བཤད་རྒྱུའི་གོ་སྐབས་ལེན་འདོད་བྱུང། ང་ཚོ་བོད་མི་ཚོ་མཚོན་ན། གོང་ས་མཆོག་ནི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཙམ་མ་ཡིན་པར་དཀའ་སྡུག་དང་མུན་ནག་གི་དུས་སུ་ལམ་སྟོན་གནང་མཁན་དེ་འོད་སྣང་དེ་རེད། དེ་ཡང་བོད་མི་ཚོ་བཙན་འཕྱོག་ཏུ་ཡོང་དགོས་བྱུང་ཞིང། རང་ཡུལ་དང་ཁ་བྲལ། རང་མི་རིགས་ཀྱི་སྐད་ཡིག་དང། རིག་གཞུང་བསླབ་པའི་ཉེན་ཁ་ཐོས་དུས། གོང་ས་མཆོག་གིས་ང་ཚོའི་ས་གཞིའི་ལེགས་ཀྱང་བརྟེན་པའི་གསོན་གནས་ཀྱི་རེ་བ་གནང་ཡོད། དགྲ་བོ་བཙན་རྫོང་དང་མནར་གཅོད་འོག་ཁོང་ཁྲོ་དང་འཁོན་འཛིན་གྱིས་ང་ཚོ་སེམས་པ་འཁྲུགས་པའི་སྐབས་སུ། གོང་ས་མཆོག་གིས་ང་ཚོར་སྙིང་རྗེ་དང་འཚེ་མེད་ཞི་བའི་སྟོབས་ཤུགས་གནང་བ་རེད། ཁོང་གིས་འཛམ་གླིང་དཔའ་བོ་ངོ་མ་ནི་ཞེ་སྡང་མིན་པར་བཟོད་སྒོ་མིན་པར་བསྟེན་གནང་བ་རེད། ཁོང་གི་གསུང་དང་མཛད་སྤྱོད་བརྒྱུད་ནས་བོད་མི་ཚོ་སྡུག་བསྔལ་གྱི་ནང་དུའང་འགྲོ་བ་མིའི་རང་བཞིན་བཟང་པོ་ནམ་ཡང་བརླག་མི་རུང་བ་དྲན་སྐུལ་གནང་བ་རེད། དེ་འདྲ་སོང་ཙང་གོང་ས་མཆོག་གིས་ང་ཚོ་བོད་མི་རིགས་གསོན་པོར་གནས་དགོས་པ་མ་ཟད། བོད་མི་རིགས་ཀྱི་རིག་གཞུང་གིས་འཛམ་གླིང་ལ་ཞབས་འདེགས་ཞུ་དགོས་པའི་དགོངས་པ་ཟབ་མོ་ཐུགས་ལ་བཅངས་ནས། མི་ཡི་ཡུལ་དུ་བཙན་འཕྱོག་ཏུ་གནས་དགོས་བྱུང་ཡང་བོད་ཀྱི་རིག་གཞུང། ཆོས་ལུགས། ཤེས་ཡོན་བཅས་སྲུང་སྐྱོབ་གནང་ཆེད་སྐུ་ཚེ་ཧྲིལ་པོ་འབད་བརྩོན་རྒྱུན་སྐྱོང་གནང་ཞིང། ཁོང་གི་བཀའ་དྲིན་ལ་བརྟེན་ནས་བཙན་བྱོལ་ནང་དུ་བོད་པའི་སློབ་གྲྭ་དང། དགོན་པ། སྒྲིག་འཛུགས་བཅས་གསར་འཛུགས་གནང་ཡོད་ལ། ད་དུང་མུ་མཐུད་ཡར་རྒྱས་འགྲོ་བཞིན་ཡོད། ཁོང་གི་བཀའ་དྲིན་བརྟེན་ནས་ང་ཚོ་སྐད་ཡིག་སྲུང་སྐྱོབ་དང། ནང་པའི་བསྟན་པ་དར་སྤེལ། ཡུལ་སོགས་གོམས་གཤིས་རྒྱུན་འཛིན། མདོར་ན་ང་ཚོ་བོད་མི་རིགས་ཀྱི་ངོ་བོ་གསོན་པོར་གནས་ཐུབ་པ་བྱུང་ཡོད། གང་ལྟར། ཁོང་གི་དགོངས་པ་དང་ལྷག་བསམ་དེ་མེད་ན། ང་ཚོ་ལ་གནས་སྟངས་བཟང་པོ་འདི་ལྟ་བུ་ཞིག་ཡོང་རྒྱུ་ཧ་ཅང་ཁག་པོ་རེད། གུས་མོས་ང་རང་ལ་ཆགས་ཞེ་ན་ཡང། སྐྱེས་ས་དང་འཚར་ས་ནི་ཨ་རི་ཡིན་པ་དང། བོད་སྐད་དང་བོད་ཡིག་རང་བཞིན་གྱིས་བཤད་ཐུབ་པའི་ཁོར་ཡུག་དེ་ང་ལ་མེད། ཡིན་ན་ཡང་དེ་རིང་འདས་ལངས་ནས་བོད་སྐད་བཤད་ཐུབ་པ་ཞིག་ཡང། ཁོང་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་རེད། གཞན་ཡང་གོང་ས་མཆོག་གིས་འཛམ་གླིང་སྐྱེ་འགྲོ་ཡོངས་ལ་ཀུན་ཁྱབ་འགན་ཁུར་གྱི་ལྟ་བ་དང། ཞི་བདེ་དང་གྲོས་མོལ་གྱི་ལམ་སྟོན། འགྲོ་བ་མི་གཅིག་གྱུར་གྱི་དགོངས་བཞེས། ཆོས་ལུགས་འཆམ་མཐུན་གྱི་དགོངས་དབྱངས་སོགས། ཁོང་ནི་ང་རང་ཚོ་བོད་མི་ཙམ་མ་ཡིན་པར་འཛམ་གླིང་ཡོངས་ལ་ཧ་ཅང་བཀའ་དྲིན་ཆེན་པོ་རེད། སྤྱི་བཏང་ཁོང་གི་བཀའ་དྲིན་དང་མཛད་པ་ནི་ང་ཚོ་སྐར་མ་ཁ་ཤས་ནང་བཤད་ཐུབ་པ་ཞིག་མ་རེད། བྱས་ཙང་ངའི་མཐའ་མ་དེ་ལ་ཁྱོད་རྣམ་པ་ཞུ་རྒྱུ་ཞིག་ཡོད་པ་དེ། ང་ཚོ་བོད་མི་ཚོ་ཁོང་གི་དགོངས་པ་ལ་སློབ་སྦྱོང་བྱེད་རྒྱུ་དང། ཁོང་གི་བཀའ་དྲིན་སེམས་ལ་བཅང་རྒྱུ་ནི་གལ་ཆེ་ཤོས་དེ་རེད། གོང་ས་མཆོག་གིས་ང་ཚོ་ལ་བདེན་པ་ཡོད། མཐའ་མཇུག་གི་རྒྱལ་ཁ་དྲང་བདེན་ལ་ཐོབ་ངེས་ཡིན་གསུངས་པ་ལྟར། ང་དང་ང་འདྲ་བའི་བོད་རིགས་གཞོན་སྐྱེས་རྣམ་པ། ཁྱེད་ཚོའི་སེམས་ཤུགས་ནམ་ཡང་མ་ཆག་པར་བོད་ཀྱི་སྐད་ཡག་པོ་སྦྱོང་དང། དེ་ནི་ཁ་ཞེ་གཉིས་མེད་ཀྱི་བཀའ་དྲིན་བརྗེ་རེས་ཞུ་བ་རང་རེད། ལྷག་པར་དུ་དེ་རིང་འདི་གར་འཛོམས་པའི་བོད་རིགས་རྒན་རབས་པ་རྣམས་པ། ཁྱོད་རྣམ་པས་གོང་ས་མཆོག་གི་དགོངས་པ་ལྟར། ང་ཚོ་ལ་ལམ་སྟོན་དང་མིག་དཔེ་སྟེར་གནང་བ་བཞིན། ང་ཚོ་སྙིང་སྟོབས་དང་སྤོ་བ་ནམ་ཡང་གཞོམ་གི་མ་རེད་བོད་རྒྱལ་ལོ་གོང་ས་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་ཞུ་ཐུགས་རྗེ་ཆེ། ཨོ་ཐུགས་རྗེ་གནང་དེ་རྗེས་ལ་རྣམ་དཔྱོད་སྐྱེད་ཚལ་བུ་མོ་བསྟན་འཛིན་མཁའ་འགྲོ་ཐུགས་ཆེན་ལགས་ཡར་ཕེབས་རོགས་གནང།

འདུན་པ་ཆུང་ཙམ་མ་རེད་ལུག་གཉིས་ཕུན་ཚོགས་སྐྱེད་ཚལ་གླིང་འགྲོ་རྒྱུ་རེད། ཨ་ལས་ཨ་ནེ་འཕེལ་ཞོར་ལུག་གཉིས་ཕུན་ཚོགས་དགའ་ཚལ། ལུག་གཉིས་ཕུན་ཚོགས་དགའ་ཚལ། བུ་མོ་གསལ་སྒྲོན་བསྟན་འཛིན་བདེ་སྐྱིད་ལགས། འཐུས་ཤོར། ཨོ་དེའི་རྗེས་དེ་རྣམ་དཔྱོད་སྐྱེད་ཚལ་གྲལ་རིག་ནང་རོགས་གནང་བུ་མོ་བསྟན་འཛིན་མཁའ་འགྲོ་ཐུགས་བྱིན་རླབས།
སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ། ཆེས་ཆེར་བསྲེས་བཟེད་གངས་ཅན་བསྟན་འགྲོའི་མགོན། ཕྱག་ན་པད་མོ་བསྟན་འཛིན་རྒྱ་མཚོ་ལགས། གསོལ་བ་འདེབས་སོ་གཞན་དོན་ལྷུན་གྲུབ་ཤོག། འདིར་ཕེབས་པའི་རྒན་ལགས་དང་སྐུ་མགྲོན་ཚང་མར་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ངའི་མིང་ལ་སྲིད་འབྱོན་བསྟན་འཛིན་བདེ་སྐྱིད་ཟེར་གྱི་ཡོད། ང་མི་ནི་སོ་ཀྲ་རིག་གཞུང་སློབ་གྲྭའི་རིན་རིམ་དྲུག་པའི་སློབ་ཕྲུག་ཞིག་ཡིན། ང་རང་ཚོ་ཚང་མའི་ཁྱད་གསབ་ལྟར་རང་ཅག་གངས་ཅན་པ་རྣམས་ལ་བཀའ་དྲིན་ཤིན་ཏུ་ཆེ་བ། འཛམ་གླིང་ཞི་བདེའི་དེད་དཔོན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀའི་དམ་བཅའ་བཞི་ཡི་ཁྱབ་ཁོངས་ནས། ང་བོད་མི་གཅིག་ཡིན་པའི་ཆ་ནས། རང་གི་རིགས་ལ་འཁྲི་བའི་ལས་འགན་ཅིག་ཡོད་ཅེས་ཡང་ནས་ཡང་དུ་གསུངས་ཡོད། རྒྱལ་བའི་བཀའ་དགོངས་དེ་དང་འབྲེལ་ནས་ད་རིང་ང་རང་གིས་དཔྱད་གཏམ་ཞུ་ཡ་ལ། ང་ཚོ་མི་རིགས་ཀྱི་སྐད་ཡིག་དང། ང་ཚོ་མི་རིགས་ཀྱི་ཡུལ་གོམས་གཤིས་ལུགས་ཕལ་ཆེ་བ་ཁྱིམ་ཚང་གི་སློབ་གསོ་ལ་རག་ལས་ཡོད། སྤྱིར་བཏང་ཁྱིམ་ཚང་སློབ་གསོ་ཟེར་བ་དེ་ཕན་པའི་ཚིག་ཅིག་དང་ཕ་མས་ལམ་སྟོན་བྱེད་པ་ལ་ཟེར་ཞིང། ཕ་མའི་སློབ་གསོ་ནི་ཁྱིམ་ཚང་གི་སློབ་གསོའི་ལྟེ་བ་ལྟ་བུ་དང། ང་ཚོའི་ཉིན་རེའི་མི་ཚེ་ནང་གལ་ཆེ་ཤོས་ཤིག་ཆགས་ཡོད། དཔེར་ན། མདོ་དབུས་ཁམས་གསུམ་གྱི་ཆོལ་ཁ་གསུམ་ལ་ཁྱིམ་ཚང་ཆེན་པོ་དང་ཁྱིམ་ཚང་ཡ་རབས་དེ་འདྲ་ཧ་ཅང་མང་པོ་ཡོད་རེད། རྒན་རབས་ཚོས་རྒྱལ་བའི་བཀའ་བཞིན་རང་གི་བུ་ཕྲུག་ཚོར། འདས་པའི་ཉམས་མྱོང་དེ་དག་གཞི་ལ་བཞག་ནས། མ་འོངས་པར་གྲུབ་འབྲས་ཡག་པོ་ཐོན་པའི་ཆེད་དུ། མུ་མཐུད་ནས་ཡ་རབས་བཟང་སྤྱོད་ཀྱི་ཡོན་ཏན་རྣམས་ཡར་རྒྱས་གོང་འཕེལ་ཡོང་ཐབས་དང། མི་རིགས་དབྱེ་བ་མེད་པར་མི་གཞན་ལ་གུས་བརྩི་བྱེད་སྟངས། ཡུལ་མི་ཁྱིམ་མཚེས་ཀུན་ལ་འཆམ་མཐུན་དང། རང་ཉིད་ས་ཕྱོགས་གང་དུ་གནས་ཀྱང་གཞན་ལ་གནོད་སེམས་མི་སྐྱེད་པ། འགྲོ་བ་མི་ཞིག་ཡིན་ཕྱིན་སེམས་བཟང་པོ་དང་བྱམས་བརྩེ་ཕྱུག་པ་ཞིག་ངེས་པར་དུ་དགོས་ཤིང། འཇིག་རྟེན་ལུགས་དང་མཐུན་པའི་སེམས་ལ་ཕན་པའི་བསླབ་བྱ་རིན་ཐང་བྲལ་བ་མང་པོ་སློབ་ཀྱི་ཡོད་རེད། གཞན་ཡང་ཕ་མ་ཚོས་ང་ཚོའི་རྩ་ཆེར་བཟུང་བའི་བོད་ཀྱི་ཆོས་དང་རིག་གཞུང། གོམས་གཤིས་དང་ལམ་སྲོལ་བཟང་པོ་རྣམས་ངག་ཐོག་ནས་བསླབས་པ་དང། དེ་བཞིན་ཕན་ཚུན་གཅིག་གིས་གཅིག་ལ་བོད་སྐད་ནང་སྐད་ཆ་བཤད་དུ་བཅུག་པ་དང། བོད་ཡིག་སྦྱོང་བ་དང་བསླབ་པ་སོགས་ཀྱི་ཤེས་ཡོན་སློབ་སྦྱོང་ལ་འབད་བརྩོན་དང། བསམ་བློ་འདི་འདྲ་ཞིག་གཏོང་ན་ཡག་པོ་ཡོད་རེད། ལས་ཀ་འདི་འདྲ་བྱས་ན་ཆོག་གི་རེད། འདི་འདྲ་བྱས་ན་རུང་གི་མ་རེད་ཟེར་བ་དངོས་ཡོད་ཀྱི་གནས་སྟངས་དང་མཐུན་པའི་གནས་ཚུལ་མང་པོ་ཞིག་ཐབས་ཤེས་གང་ཡོང་གིས་བསླབས་བསྡད་ཡོད་པ་རེད། དེ་ཐམས་ཅད་ཁྱིམ་ཚང་གི་སློབ་གསོ་རེད། མདོར་ན། ཕ་མས་བུ་ཕྲུག་ལ་སློབ་གསོ་བྱེད་པ་དེར་ཁྱིམ་ཚང་གི་སློབ་གསོའི་གཙོ་བོ་དང། ཁྱིམ་ཚང་འཆམ་མཐུན་དང་ཁྱིམ་ཚང་བདེ་སྐྱིད་ལྡན་པ་ཡོང་རྒྱུའི་རྩ་བ་དང་གལ་གནད་ཆེ་ཤོས་ཤིག་ཆགས་ཡོད། མཐའ་དོན། སྐྱབས་གནས་ཀུན་འདུས་ཀྱི་དྲིན་ཆེན་རྩ་བའི་བླ་མ། གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་དང། བོད་རིགས་ཡོངས་ནས་དགེ་བའི་གོ་དོན་གྱིས་བཀའ་དྲིན་རྗེས་དྲན་ཞུ་བའི་དུས་ཚིགས་ཁྱད་པར་ཅན་དང་བསྟུན། ཁོང་གིས་གསུངས་པའི་བཀའ་སློབ་ལམ་སྟོན་རྣམས་སྣང་མེད་དུ་མ་བཞག་པར། ཚང་མས་ཐུགས་སྣང་ཆེ་ཙམ་ཡོང་བར་འབོད་སྐུལ་ཞུ་རྒྱུ་ཡིན། སྲིད་བློན་ལྗོངས་འདིར་ཕན་བདེ་མ་ལུས་པ། གང་ནས་འབྱུང་བའི་བསམ་འཕེལ་ཡིད་བཞིན་ནོར། རྗེ་བཙུན་བློ་བཟང་བསྟན་འཛིན་རྒྱ་མཚོ་ཡིས་སྐུ་ཚེ་བརྟན་ཅིང་ཕྲིན་ལས་རྒྱས་གྱུར་ཅིག། ཐུགས་རྗེ་ཆེ་གནང།
ཐུགས་ཆེ་གནང། རྣམ་དཔྱོད་སྐྱེད་ཚལ་གྱི་བུ་མོ། བསྟན་འཛིན་མཁའ་འགྲོ་ཐུགས་ཆེན་ལ་ཡར་འཕེལ་རོགས་གནང། དེ་རྗེས Philadelphia རེ་ས་ཉི་མའི་སློབ་གྲྭའི་སྐྱེས་བུ་བསྟན་འཛིན་དབང་རྒྱལ་ལགས་གྲལ་འགྲིག་གནང་རོགས་གནང།
བྱམས་པའི་རྡོ་རྗེས་ང་ལ་དབང་བསྒྱུར་ཞིང། བློ་གྲོས་བུམ་བཟང་ཡེ་ཤེས་བདུད་རྩི་དང། ཏིང་འཛིན་རྒྱ་ཆེན་རོལ་མཚོ་མཛེས་པའི་རྒྱན། ཕ་ཆོས་ཕྱག་ན་པད་མོ་གུས་ཕྱག་འཚལ། ཅེས། བསྟན་པ་འདི་ལ། སྟོན་པ་གཉིས་པ་ལྟར་གྲགས་པ། རང་ཅག་གང་བྱེད་པ་རྣམས་ཀྱི་གན་རྒྱ་སྤུ་ངས་བསྡམས་པ། འཕགས་མཆོག་སྙིང་རྗེའི་རང་གཟུགས། མི་ཡི་གར་གྱིས་རྣམ་པར་རོལ་བ། ྋགོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་གྱིས་གཟིགས་པ་ཆེན་པོ་མཆོག་ལ་སྒོ་གསུམ་གུས་པ་ཆེན་པོའི་གུས་ཕྱག་སྔོན་དུ་བཏང་ནས། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་རྩ་དྲུག་ཟླ་བ་བཞི་པའི་ཚེས་བཞི་ཉིན་བྱང་ཨ་རིའི་གཟའ་མཇུག་སློབ་གྲྭ་ཁག་སྐོར་གྱི་གཏམ་བཤད་འགྲན་བསྡུར་ལ་དངོས་སུ་ཆིབས་བསྒྱུར་བསྐྱངས་པའི་སྐུ་མགྲོན་གྱི་གཙོ་བོ། བྱང་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས། སྐུ་ཡི་གསུང་སྐྱོར་དགེ་བཤེས་ཐུབ་བསྟན་སྦྱིན་པ་ལགས། དེ་བཞིན་བློ་གཟུ་བོར་གནས་པའི་གཟུ་དཔང་བ་རྣམས་པདྨ་རིགས་མུན་པ་སེལ་བར་བྱེད་པའི་དགེ་ལགས་ལྷན་རྒྱས་ལྷག་པར་དུ་མ་འོངས་བོད་ཀྱི་སོན་རྩ་སློབ་ཕྲུག་རྒན་གཞོན་བར་གསུམ་ལ་གུས་མོ། ཏིང་འཛིན་གང་འདྲ་ཐུགས་རྗེ་ནས། བྱང California རྣམ་དཔྱོད་སྐྱེད་ཚལ། སློབ་གྲྭའི་དགེ་སློབ་ཡོངས་ཀྱི་ཚབ་ཞུས་ཏེ་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་རྒྱུ་ཡིན། སྐབས་འདིར་གུས་མོའི་གཏམ་བཤད་ཀྱི་བརྗོད་གཞི་ནི། གོང་ས་མཆོག་གི་མཛད་རྣམ་ལས་བྱམས་སྙིང་རྗེའི་སྐོར་མདོར་ཙམ་ཞིག་ཞུ་རྒྱུ་ཡིན། འདི་ལ་ནི་སྤྱི་ནོར་གོང་ས་སྐྱབས་མཁས་ཆེན་པོ་མཆོག་གུང་ཐང་དགུ་བཅུར་བཞེད་པས་དུས་ཚིགས་ཁྱད་པར་ཅན་ཡིན་ཞེས། སྲོལ་རྒྱུན་ལྟར་ན་གོ་སྟོན་ཞེས་གྲགས་པ་དང་ཐེངས་འདིར་བྱམས་བརྩེའི་ལོ་ཞེས་སྲུང་བརྩི་ཞུ་བཞིན་ནས། ང་ཚོས་འདིར་གོ་སྟོན་ཙམ་ཞིག་སྲུང་བརྩི་ཞུ་བ་མ་ཡིན་པར། གོང་ས་མཆོག་ནས་སྙིང་རྗེའི་རང་གཟུགས་ཐུགས་རྗེ་ཆེན་པོ་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་དུ་ངོས་འཛིན་ཞུ་བ་དང། གོང་ས་མཆོག་ནས་ངའི་ཆོས་ལོ་ནི་སྙིང་ཅན་ཡིན་ཞེས་ཡང་ནས་ཡང་དུ་བཀའ་གནང་མུས་ཡིན། གོང་ས་མཆོག་ནས་གསུང་བཤད་དང་བཀའ་སློབ་གང་གནང་ཡང་དེའི་སྙིང་སྤོང་ནི་བྱམས་པ་དང་སྙིང་རྗེ་ཁོ་ན་ཡིན། འཛམ་གླིང་འདིར་མི་རྣམས་ལ་མཚན་གནས་མི་འདྲ་བ་དུ་མ་ཡོད་པས་ན་སྲིད་འཛིན། མཁས་དབང། སྨན་པ། ཁྲིམས་རྩོད་པ་སོགས་ཡོད་ཀྱང། གོང་ས་མཆོག་ནི་སྙིང་རྗེ་དང་གཉིས་དབྱིན་སྐད་ནང The Man of Compassion ཅེས་པ་ནི་མིང་དོན་མཚུངས་པའི་མཚན་གནས་གོང་ནས་མེད་པ་ཡིན། ཁོང་གི་མཛད་པ་ནི་བྱམས་པ་དང་སྙིང་རྗེ་སེམས་ཅན་ཀུན་ལ་ཕན་པ་འབའ་ཞིག་སྟེར་བ་ཉིད་ཡིན་ལ། ཁོང་གི་བྱམས་བརྩེ་དང་གཞན་པའི་གི་བསམ་པ་ནི་ཆོས་ལུགས་ཙམ་མིན་པར་འགྲོ་བ་སེམས་ཅན་ཐམས་ཅད་ལ་ཉེ་རིང་གི་བསམ་པ་ཏིལ་འབྲུ་ཙམ་ཞིག་མེད་པ་དེ་ཡིན། དེ་ཡང། སྙིང་རྗེ་ནི་ཚེ་སྲོག་གི་ཆ་རྐྱེན་དང་པོ་དེ་ཡིན་ཞིང། གལ་ཏེ་མ་ལ་སྙིང་རྗེ་མེད་ན་ཕྲུ་གུ་དེ་སྐྱེས་པ་དང་འཚོ་ཐུབ་པའི་སྐལ་མེད་ཅིང། ང་ཚོའི་འཚོ་གནས་ནི་སྙིང་རྗེ་རང་ལ་རག་ལས་ཡོད་པས། འགྲོ་བ་ཡོངས་ཞི་བདེའི་ངང་འཚོ་གནས་ཐུབ་པར་མེད་དུ་མི་རིང་བ་ཞིག་ཡིན་པའི་ལམ་སྟོན་ཡང་ཡང་གནང་གི་ཡོད། དེང་གི་དུས་སུ་འཛམ་གླིང་ནང་འཁྲུག་རྩོད་དང་ཁོང་ཁྲོ། དབྱེ་འབྱེད་མང་བའི་སྐབས་འདིར། གོང་ས་མཆོག་གིས་བྱམས་པ་དང་སྙིང་རྗེའི་ལམ་སྟོན་ནི། གོ་ལ་སྤྱི་ཡི་བདེ་སྐྱིད་ལས། ཉིན་རེའི་འཚོ་བའི་ནང་ཉམས་སུ་བླང་དགོས་པའི་གལ་གནད་ཅན་ཞིག་ཆགས་ཡོད། ཁོང་གིས་གསུངས་པ་ལྟར་ཞི་བདེ་ནི་ཕྱི་ཡི་དྲག་པོའི་གནོད་ཤུགས་ལས་བྱུང་བ་ཞིག་མིན་པར། བྱམས་པ་དང་སྙིང་རྗེའི་ནུས་པ་ལ་བརྟེན་ནས་ཡོང་དགོས་པ་ཞིག་ཡིན། མི་སྒེར་ལ་བྱམས་བརྩེ་དང་ལྡན་ན། ཁྱིམ་ཚང་ལ་བྱམས་བརྩེ་དང་ལྡན་པ། ཁྱིམ་ཚང་ལ་བྱམས་བརྩེ་དང་ལྡན་ན། སྤྱི་ཚོགས་ལ་བྱམས་བརྩེ་དང་ལྡན་པ། སྤྱི་ཚོགས་ལ་བྱམས་བརྩེ་དང་ལྡན་ན་རིམ་བཞིན་འཛམ་གླིང་སྤྱི་ལ་བྱམས་བརྩེའི་ནུས་པས་ཁྱབ་ཐུབ། འཇིག་རྟེན་གྱི་ཁ་བས་གཅིག་ནས་བཅུ་དང་བཅུ་ནས་བརྒྱ་བརྒྱ་ནས་སྟོང་ཟེར་བ་ལྟར་ཡོད་ངེས་ཡིན། མཐའ་དོན་བྱམས་བརྩེའི་ལོ་འདིར་ཚང་མའི་ཉིན་རེའི་འཚོ་བའི་ནང་བསམ་པ་བྱམས་སྙིང་རྗེའི་ཕྱོགས་སུ་འགྲོ་བ་དང་སེམས་ཅད་ཐམས་ཅད་ཀྱི་རྒྱུད་ལ་བྱམས་སྙིང་རྗེ་འཁྲུངས་ཤིང་བྱམས་སྙིང་རྗེའི་འོད་སྣང་གནས་འདི་དང་འཛམ་གླིང་ཀུན་ཏུ་ཉི་འོད་ལྟར་ཁྱབ་པའི་སྨོན་འདུན་དང་སྦྲགས། བཀའ་བཞིན་འདུས་པའི་མཆོད་པས་རབ་མཉེས་ནས་ཀུན་བཟང་ཆོས་མཆོག་རྒྱ་མཚོ་མཐར་སོན་ཤོག། ཞེས་སྨོན་ཚིག་གིས་བརྒྱན་ཏེ་རང་ཅག་རྣམས་ཀྱིས་བལྟ་བའི་མིག་དང་ཁོག་པའི་ཉིན་གོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་བརྗིད་གཟིགས་པ་ཆེན་པོ་མཆོག་སྐུ་ཚད་མེད་བཞི་བསྐལ་བརྒྱར་བརྟན་ཞིང་ཐུགས་གཤིས་ཟབ་མོ་རྣམས་གེགས་མེད་ལྷུན་གྲུབ་ཡོང་བ་དང། གཞིས་བྱེས་གཉིས་པོ་ཕོ་བྲང་པོ་ཏཱ་ལར་མྱུར་དུ་མཉམ་འཛོམས་ཡོང་བའི་སྨོན་འདུན་ཤུགས་དྲག་དང་བཅས་ཐུགས་རྗེ་ཆེ།

དེ་རིང་འདི་གར་ཕེབས་པའི་གཏམ་བཤད་གོ་སྒྲིག་པ་དང་དགེ་ལས་རྣམ་པ། མཉམ་ཞུགས་པ་སློབ་མ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ངའི་མིང་ལ་བསྟན་འཛིན་དབང་རྒྱལ་ཡིན། ང་ས་གནས Philadelphia གསར་འགྱུར་སློབ་གྲྭའི་སློབ་མ་ཡོངས་ཀྱི་ཚབ་བྱས་ནས་ཞུ་གི་ཡོད། ད་རིང་ངས་སྙན་ངག་ཁོང་ལོ་དགུ་བཅུ་ལ་ཕེབས་པའི་གོང་ས་མཆོག། ཅེས་པའི་རྩོམ་ཐུང་ཞིག་སྙན་ལམ་དུ་འབུལ་རྒྱུ་ཡིན་པས། བདེ་ཞུགས་དགེ་སློབ་ཡོངས་ཀྱི་ཐུགས་སྤྲོ་པོ་ཡོད་བའི་རེ་བ་ཡོད། ཁོང་ལོ་དགུ་བཅུ་ལ་ཕེབས་པའི་གོང་ས་མཆོག། གངས་རིའི་ལྗོན་ནས་ལྗོན་པའི་སྐྱེས་ཆེན་ཞིག། ཀུན་ལ་བརྩེ་བའི་འཛུམ་ཞལ་མེ་ཏོག་ཅན། སེམས་ཅན་མང་པོས་སྡུག་བསྔལ་སེལ་བ་པོ། བྱམས་དང་སྙིང་རྗེ་བདེ་ཆེན་ཁྱེད་ལ་དད། རྒྱལ་བ་མཆོག་གམ་གོང་ས་མཆོག། ཁྱེད་ནི་མི་རིགས་ཤིག་གསོན་པོ་འཚོ་བའི་སྲོག་དབུགས་དང། མི་རིགས་ཤིག་རྨོངས་པའི་མུན་པ་སེལ་བའི་སྒྲོན་མེ། མི་རིགས་ཤིག་བདག་མེད་དུ་ལུས་སྐབས་ཀྱི་ཨ་མ་ཞིག། ཁྱེད་དགུང་ལོ་དགུ་བཅུ་ལ་བས་སོང། ཁྱེད་དགུ་བཅུ་ལ་ཕེབས་སོང་ཟེར་ནས་དགའ་བསུར་ཅི་མཆིས་བྱས། དེ་ནི་ཁྱེད་ཀྱི་སྐུ་ལུས་ཀྱི་གསུང་དེ་ལོ་རེ་ནས་ལོ་རེ་ཉམས་པའི་ལོ་རྒས་ཀྱི་ཕྲེང་བ་ཞིག་རེད། དེའི་ཕྱིར། ཁྱེད་ཀྱིས་གསུང་བའི་མི་རིགས་མཐུན་སྒྲིལ་དང་བོད་དོན་འཐབ་རྩོད། བོད་མི་རིགས་ཀྱི་ཤེས་ཡོན་ཡར་རྒྱས་གཏང་དགོས་གསུངས་པ་དེ་ཚོ་ང་ཚོས་ཡང་ཡང་དྲན་དགོས་ལ་ནམ་ཡང་བརྗེད་མི་ཉན། དེ་དག་ལག་ལེན་བྱ་དགོས། ངས་གོ་དོན་སུན་འབྱིན་དེའང་ཉིན་མ་རེ་ལ་རང་མི་རིགས་ཀྱི་སྐད་ཡིག་ཅི་ཐུབ་སྦྱོང་རྒྱུའི་དེ་ཡིན་ལགས། མ་འོངས་ཀྱང་དེ་ལྟར་བྱ་དགོས་ཡི་དམ་བཅའ་ཡོད། ྋགོང་ས་མཆོག ྋཁྱེད་ཉིད་དགུང་ལོ་དགུ་བཅུ་ལ་ཕེབས་ནའང། ད་དུང་ཡང་དག་པའི་བོད་མི་རིགས་ཀྱི་སྐྱིད་སྡུག་ནམ་ཡང་བློས་བཏང་མ་མྱོང། ཁྱེད་ཀྱི་ཐུགས་ལ་དཀའ་ངལ་ཅི་ཙམ་ཡོད་ཀྱང། ཁྱེད་ཀྱི་བརྩེ་བའི་འཛུམ་མདངས་རེ་རེ་མངོན་ཡོང་དུས། སེམས་ཅན་མང་པོ་ལ་དགའ་བའི་འཚོ་བ་དང་ཞི་བདེ། མི་ཚེའི་རིན་ཐང་ཤེས་སུ་འཇུག་གི་ཡོད་ལ། འཚོ་གནས་ཐུབ་པའི་སེམས་ཤུགས་ཀྱང་སྦྱིན་གྱི་ཡོད། བརྩེ་ལྡན་ལགས། བཀའ་དྲིན་ཆེ། ཁྱེད་ནི་མི་རིགས་ཤིག་གི་དཀའ་ཆེན་དང་མི་རིགས་ཤིག་གི་སྒྲོན་མེ་ཡིན་ལགས། འགྲོ་བ་མི་ཡི་ཞི་བདེའི་དེད་དཔོན་ཡང་ཡིན། དེའི་ཕྱིར། ཁྱེད་ནི་སྐུ་ཚེ་ཞབས་པད་བརྟན་པ་དང་ཡང་ཡང་བརྗེ་བའི་སྨོན་ལམ་ཞུ། ཐུགས་རྗེ་ཆེ་གནང། བོད་རྒྱལ་ལོ།
ཐུགས་རྗེ་ན་དེ་རིང་གཏམ་བཤད་ཀྱི་གཏམ་བཤད་གནང་མཁན་མཐའ་མ་དེ་རྒྱལ་སྲས་མངའ་ཁུལ་གྱི་བུའི་སློབ་གྲྭའི་བུ་བསྟན་འཛིན་རྒྱལ་སྲས་རྡོ་རྗེ་ལ་ཡར་ཕེབས་རོགས་གནང།

བཀྲ་ཤིས་བདེ་ལེགས། ངའི་མིང་བསྟན་འཛིན་རྒྱལ་སྲས་ཡིན། ང་འཛིན་གྲྭ་བརྒྱད་པའི་ནང་ལ་ཡོད། དེ་རིང་འདིར་ཕེབས་པའི་སྐུ་མགྲོན་རྣམ་པ་དང་ཟུར་དཔང་རྣམ་པ། རྒན་ལགས་རྣམ་པ། ཕ་མ་རྣམ་པ། དེ་བཞིན་བརྩེ་བའི་སློབ་གྲྭ་ལྷན་རྒྱས་ལ་འཚམས་འདྲི་བཅའ་ཤེས་བདེ་ལེགས་ཞུ་རྒྱུ་ཡིན། ངའི་གཏམ་བཤད་ཀྱི་བརྗོད་གཞི་ནི་གོང་ས་མཆོག་དང་འཛམ་གླིང་ཞི་བདེ་ཞེས་པ་དེ་ཡིན། རྒྱ་ནག་གཞུང་གིས་བོད་མི་ས་ཡ་གཅིག་ལྷག་ཙམ་བཙན་དབང་འོག་དམར་གསོད་བཏང་ཡོད་ཀྱང། གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟ་བར་དུ་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་བོད་མིའི་རང་དབང་འཐབ་རྩོད་གནང་བཞིན་ཡོད། དེ་བཞིན་རྒྱལ་ཕྱི་ནང་ཞི་བདེ་དང་བྱམས་བརྩེ་མཐའ་ཡས་པ་སྤེལ་གནང་བའི་འབྲས་བུར་ཁོང་ལ་ནོ་བེལ་ཞི་བདེ་གཟེངས་རྟགས་ཕུལ་ཡོད། གོང་ས་མཆོག་ནི་འཛམ་གླིང་གི་ཞི་བདེའི་མཐོ་ཤོས་ཤིག་ཡིན། ངས་གོང་ས་མཆོག་དང་འཛམ་གླིང་ཞི་བདེ་སྐོར་དོན་ཚན་ཁ་ཤས་ཤིག་ཞུ་ཡན་ཡིན། དང་པོ་ནི། གོང་ས་མཆོག་གིས་གསུངས་པར། ཕྱི་ལ་ཞི་བདེ་ཡོང་བ་ལ་དང་པོ་ནང་སེམས་ལ་ཞི་བདེ་དགོས་ཀྱི་ཡོད། ནང་སེམས་ལ་ཞི་བདེ་ཡོང་བ་ལ་རང་གཅེས་འཛིན་གྱི་བློ་དེ་དོར་ནས་གཞན་ལ་ཕན་འདོགས་དང་བྱམས་བརྩེ་བྱེད་དགོས་ཀྱི་ཡོད། ང་ཚོ་ཚང་མ་ནང་པ་ཡིན་པའི་ཆ་ནས་སྐྱེ་བ་སྔ་ཕྱི་དང་ལས་རྒྱུ་འབྲས་ཁས་ལེན་གྱི་ཡོད། དེ་དང་འབྲེལ་བའི་ཐོག་ནས་འགྲོ་བ་སེམས་ཅན་ཚང་མ་གཅིག་གིས་གཅིག་ལ་བརྟེན་ཡོད་པས་ཤེས་ན་རང་གཤིས་ནི་བྱམས་བརྩེ་དང་ཞི་བདེ་སྐྱེ་ཐུབ་ཀྱི་རེད། ད་ལྟ་ང་ཚོ་འཛམ་གླིང་ནང་དུ་དམག་འཁྲུག་དང་སྡུག་བསྔལ་ཡོད་པའི་རྒྱུ་མཁན་གཙོ་བོ་གཅིག་ནི་རང་གཅེས་འཛིན་གྱི་བསམ་བློ་དེ་རེད། རང་ཁོ་ནའི་བསམ་བློ་དེ་དོར་བཏུབ་ན་རྒྱལ་ཁབ་བར་འཆམ་མཐུན་ཡོང་གི་རེད། མི་ཚོས་སེམས་ཅན་ལ་གནོད་སྐྱེལ་ཡི་མ་རེད། མི་ཚོས་ཡང་ཁོར་ཡུག་ལ་གུས་ཞབས་བྱེད་ཀྱི་རེད། གཞི་ནས་ང་ཚོ་འཛམ་གླིང་ནང་དུ་ཞི་བདེ་དང་བྱམས་བརྩེ་ཡོང་རྒྱུ་རེད། གཉིས་པ་ནི། སྤྱི་ཚོགས་ནང་དུ་འཁོན་འཛིན་ཉོ་བའི་རྒྱུ་རྐྱེན་གཙོ་བོ་གཅིག་ནི། ཆོས་ལུགས་བར་ཐུག་རྩེ་ཤོར་བ་དེ་ཆགས་ཡོད། གོང་ས་མཆོག་གིས་ཆོས་ལུགས་བར་མཐུན་སྒྲིལ་ཡོང་བའི་ཆེད་དུ་སྐུ་ངལ་རྩིས་མེད་བསྐྱོན་ཡོད། ཆོས་ལུགས་བར་མཐུན་སྒྲིལ་ཡོང་ཐུབ་ན། སྤྱི་ཚོགས་ནང་དུ་ཞི་བདེ་དང་བྱམས་བརྩེ་ཡོང་རྒྱུ་རེད། གསུམ་པ་ནི། རྒྱུ་ནོར་གྱི་ཆེད་དུ་བྱ་བ་ངན་པ་བྱས་ན་ནང་མི་དང་སྤྱི་ཚོགས་ལ་མ་འཁི་བ་ཡོང་བའི་རྐྱེན་ཆགས་ཡོད། རྒྱུ་ནོར་གལ་ཆེན་པོ་ཡིན་ཡང་དེ་ཡི་ཆེད་དུ་ལས་ཀ་ངན་པ་བྱེད་རྒྱུ་མེད། གོང་ས་མཆོག་གིས་དཔལ་འབྱོར་བེད་སྤྱོད་ཡག་པོ་བྱས་ན་ནང་སེམས་ལ་ཞི་བདེ་དང་བྱམས་བརྩེ་ཡོང་གི་རེད་གསུངས་ཡོད། ད་ལྟ་ང་ཚོའི་འཛམ་གླིང་ནང་དུ། གོང་ས་སྐྱབས་མགོན་ཆེན་པོ་མཆོག་ཚོར་བའི་ཤེས་རབ་ཧ་ཅང་མང་པོ་ཡོད་ནས། ཚོར་བའི་ཤེས་རབ Emotional Intelligence ཧ་ཅང་མང་པོ་ཡོད་ནས་ཁོ་རང་འཛམ་གླིང་གི་དབུ་ཁྲིད་ཆེ་ཤོས་ཤིག་ཆགས་ཡོད། ང་ཚོ་ཚང་མས་འདི་ནས་སྦྱང་ཡ་ཡོད་རེད། ང་ཚོ་ཚང་མས་ཚོར་བའི་ཤེས་རབ་མི་ཚེ་ནང་ལ་བོད་སྦྱོར་བྱས་ན། ང་ཚོས་གཞན་ལ་བྱམས་བརྩེ་དང་ཕན་འདོགས་བྱེད་ཐུབ་ཀྱི་རེད། མཐའ་དོན་དུ། འཚེ་མེད་ཞི་བ་དང་བྱམས་བརྩེ་ནི་ང་ཚོ་ཡི་བོད་མི་ཡི་ཐུན་མོང་མ་ཡིན་པ་རིག་གཞུང་ཡིན་ལ་ང་ཚོ་ཡི་མ་རྩ་ཡང་ཡིན། ཕྱི་མི་ཚོས་བོད་མི་ཞིག་ཐུག་དུས་སེམས་ལ་ཞི་བདེ་དང་བྱམས་བརྩེ་ཤར་གྱི་ཡོད་རེད། ང་ཚོའི་དབུ་ཁྲིད་གོང་ས་མཆོག་ཡོད་པ་ནི་ང་ཚོ་ཡི་བསོད་ནམས་ཡིན། དེ་དང་ཆབས་ཅིག། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཀའ་དགོངས་བསྒྲུབ་རྒྱུ་ཡི་ལས་འགན་ཡང་ང་ཚོ་ལ་ཡོད། ད་ལྟ་ང་ཚོ་འཛམ་གླིང། ད་ལྟ་ང་ཚོའི་ལུང་པ་རྒྱ་ནག་དམར་ཤོག་གི་བཙན་དབང་འོག་ཡོད་ཀྱང། ང་ཚོ་ཚང་མའི་སེམས་ཤུགས་ཆག་ཡ་ཡོད་མ་རེད། ང་ཚོ་ཚང་མས། རིག་པ། ང་ཚོ་ཚང་མས། བྱམས་བརྩེ་དང། ཕན་འདོགས་བྱས་ན། བོད་ལ་རང་དབང་གི་ཉི་མ་ཤར་རྒྱུ་ངེས་པ་རེད། མཐའ་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བརྟན་ཅིང་མཛད་པ་ལྷུན་གྱིས་འགྲུབ་པའི་སྨོན་ལམ་ཞུ་གི་ཡོད་ཐུགས་རྗེ་ཆེ་བོད་རྒྱལ་ལོ།
ཐུགས་ཆེ་གནང། ཕྱག་ཡག་པོ་ཞིག་བཏབ་རོགས་གནང། ཐེངས་མེད། ད་དེ་རིང་ང་ཚོའི་གི་རྣམ་གྲངས་གསུམ་བསྒྲུབས་པ་ཡིན། དང་པོ་དེ་འབྲི་རྩལ་འགྲན་བསྡུར་བྱེད། འབྲི་རྩལ་འགྲན་བསྡུར་ནང་ལ་ང་ཚོའི་གི་བོད་གི་སྐད་ཡིག ྋགོང་ས་མཆོག་གི་མཛད་རྣམ་དག་ནང་བཞིན་གྱི་ལུགས་རྒྱུད་དང་ནང་ཆོས་སྤྱི་དང་ཤེས་བྱ་བྱས་རྗེས་ཨ་བ་བཞི་བཅུ་ཐམ་པས་གི་ཆ་ཤས་བཞེས་ཡོད་རེད། འོ་དེ་ང་ཚོ་ཉིན་གུང་ཞལ་ལག་གཉེར་ལ་གྲུབ་པ་བྱས་ནི་ཡག་པོ་བྱུང་སོང། དེའི་རྗེས་དེ་ང་ཚོའི་གི་རྣམ་གྲངས་གཉིས་པ་དེ་བགྲོ་གླེང་རེད། བགྲོ་གླེང་འདིའི་ནང་ལ་ཨ་བ་བཅོ་བརྒྱད་གི་ཆ་ཤས་བཞེས་ཡོད། ཨ་བ་བཅོ་བརྒྱད་གྲུབ་མཆོག་གི་ཨ་བ་དགུ། ཨ་ནི་དགག་བཅོས་ཨའོ་དགོས་ཨའོ་བཅོ་བརྒྱད་ཀྱི། དེའི་ནང་ལ་ད་རིག་པའི་གི་རྣམ་བཞག་ཐོག་ནས་གི་མ་གཅིག་བཤད་ཕའི་དུས་ཙམ་པ་ཧ་ལས་ཡ་གི་རྩོམ་སྐྱོན་ཡ་རེ། ཨ་བ་ཚོས་མ་ངག་ཐོག་ནས་བཏོན་གནང་ཡ་རེ། ཨ་འདག་ནང་བཞིན་གི་འགྲེལ་བཤད་སྐྱོན་གནང་རེ། ཧ་ལས་ཡ་གི་ཡག་པོ་བྱུང་སོ། དེ་ནས་ད་ང་ཚོའི་གི་རྣམ་གྲངས་གསུམ་པོ་དེ་དེ་འདྲའི་གཏམ་བཤད་དེ་རེད། གཏམ་བཤད་ཀྱི་བརྗོད་གཞི་དེ་ང་ཚོ་གོ་དོན་དང་འབྲེལ་བའི་གཏམ་བཤད་བྱས་ཡོད་རེད། དྭགས་ནང་བཞིན་གྱི་བགྲོ་གླེང་གི་བརྗོད་གཞི་ང་ཚོ་ཁག་དགུ་ཚོ་བྱུང་པ་རེད་དེའི་ནང་ནས་འདེམས་བྱས་མཐའ་མ་མང་མོས་ཐོག་ནས་བདེ་སྐྱིད་འདི་བསྟན་པའི་བྱུང་བ་རེད། ད་འདི་གས་འདི་འདུག་སུ་འགྲོ་དུས། ང་ཚོའི་གིས་བྱང་ཨ་རི་ནང་བཞུགས་མཁན་གྱི་མ་འོངས་སོན་རྩ་ཚོའི་གི་རྣམ་དཔྱོད་དང་སྒྱུ་རྩལ་དང། གར་སོགས་སོ་སོའི་རིག་པས་བཙལ་ཏེ་ག་ཚད་ཅིག་ཡོད་མེད་ང་ཚོ་མཁྱེན་སོང་བ། དེ་བྱེད་དུས་ང་ཚོའི་ལུང་པ་འདི་རྒྱ་མིའི་འོག་ལ་ཤོར་བའི་འོག་ལ་བོད་ཁོ་རང་བོད་པ་ཟེར་ཏེ་རྩ་མེད་བཟོ་བའི་ཆེད་དུ་ལ་རྒྱ་དམར་པོའི་གཞུང་ནས་ཀྱི་ཐབས་ལམ་རིམ་པ་མང་པོ་ཅི་བཏང་བྱས་བྱས་འགྲོ་བསྡད་ཡོད་རེད། ལྷག་པར་དུ་ད་ལྟའི་དུས་ཚོད་དེ་ལ་ཁོང་ཚོའི་ཀྱི་སྲིད་ཇུས་སྡུག་ཤོས་དེ། བུ་ཕྲུག་ཕ་མ་དང་ཁ་བྲལ་བྱས་ས་ཡ་གཅིག་ཙམ། མ་བསྟན་བྱིན་རླབས་བཀྲ་ཁྲིད་ནི་རྒྱ་ནག་རང་ལ་ཨ་ནི་བོད་སྐད་དང་བོད་ཡིག་དང་བོད་བེག་གི་གོམས་གཤིས་དང་བོད་བེག་ཆོས་ལུགས་གང་ཡང་མཐོང་ས་མེད་པ། སྐད་ཡིག་གཅིག་གི་ལམ་ལུགས་ཐོག་ནས་རྒྱ་སྐད་རང་ཐོག་ནས་རྒྱ་མི་རང་བཟོ་ཡག་གི་སྲིད་ཇུས་ནི་དུག་ཆེ་ཞེ་བཞི་སྟེང་འདི་བ་རེད། དེ་ཡིན་དུས་ཙམ་པ་ང་ཚོ་ཕྱི་རྒྱལ་ཡོད་པ་ཚོས་ཀྱི་དང་ད་བར་འབད་བརྩོན་གནང་གི་ཡོད་རེད་འབད་བརྩོན་གནང་མ་གནང་བཞིན་དེ་རིང་ང་ཚོས་གཟིགས་ཇུས་དུ་བ་འདི་གནང་བཞིན་མུ་མཐུད་ནས་མུ་མཐུད་ནས་ཕྱི་རྒྱལ་བཞུགས་མཁན་ཚང་མས་སོ་སོའི་ཨ་བ་ཚོ་ལ་བོད་ཀྱི་སྐད་ཡེ་གེ་ལུག་རྒྱུད་འདི་སྐད་དེ་སུ་ལ་ཁྲིད་ཐུབ་ཡིན་ན་ང་ཚོའི་གི་བུད་བལ་གི་རྩ་དོན་འདི་ནམ་ཡང་གསོན་པོ་བསྡད་ཅིག་དང་ཨ་ནི་གང་ནས་མགྱོགས་ནས་མྱུར་དུ་བར་བོད་ལོག་ཡག་གི་རེ་བ་ཅིག་བརྒྱ་ཆ་བརྒྱ་ཡོད་རེད་དེ་ཡིན་དུས་ཙམ་པ་ད་འདི་འདིའི་ནང་ལ་ཀོ་ངོ་དོན་གཅོད་སྐུ་དོན་གཅོད་ལས་ཁུངས་གཙོས་བྱས་པའི་གི་སྤྱི་དོན་ཚོགས་པ་ཚང་མས་གི་ཧ་ལས་གི་འདི་ཚོ་ལ། མཉམ་ཞུགས་གནང་བ་རེད་ལྷག་པར་དུ་སླབ་གྲྭ་ཚོའི་ངོས་ནས་ཀྱི་སྐུ་ལས་ཞུ་སྐྱོན་པ་རེད་ད་འདི་སྐུ་ལས་སྐྱོན་པ་དེ་ཚོ་ང་ཚོ་ཧ་གོ་གི་རེད་ཨ་ཉིང་ལྟེ་བར་ཚོ་འབྲེལ་བ་ཞུས་བསྡད་ཀྱི་ཡོད་རེད་དེ་སྤྱི་འཐུས་ཙམ་པ་ཧ་ལས་ཀྱི་དགའ་བོ་བྱུང་དེ་རྗེས་ནས་ད་ང་ཚོའི་ཀྱི་རིག་པའི་རྩལ་བཏོན་ཡག་གི་འགྲན་བསྡུར་དེ་དེ་ནས་གྲུབ་པ་བྱས་ཨ་ནི་གོང་ན་ང་ཚོ་ཡང་གཞན་ན་གཟིགས་བུ་དེ་རེད་གཞན་ན་འགྲན་བསྡུར་དེ་ད་ང་ཚོའི་ཀྱི་འདི་གའི་དེ་གང་གནང་པ་འདི་གའི་དེ་ཨང་ཀི་དང་པོ་དང་གཉིས་པ་ཐོབ་ཡག་དེ་གཙོ་དོན་མ་རེད། གཙོ་དོན་དེ་ག་རེ་ཟེར་ན་ང་ཚོ་མུ་མཐུད་ནས་སོ་སོའི་སྐད་ཡི་གེ་ཆོས་འདི་གའི་སྟེང་ཉར་ཚགས་དང་འབད་བརྩོན་བྱས་རྗེས། ལས་གཞི་འདི་འདྲའི་རེ་རེ་ཙམ་ཡིན་ན་གསོན་ཤུགས་གསར་བ་རེར་དང་ལས་འགུལ་གསར་བ་རེར་དང་སོ་སོའི་རིག་པ་ཡ་གཉིས་པ་གསལ་ཡ་རེར་ཡོང་གི་ཡོད་རེད་པ། དེའི་ཆེད་དུ་རེད་དེ་སྤྱི་འཐུས་ཚང་པ་ཨ། དང་པོ་ང་ཚོའི་གི་འགྲན་བསྡུར་འདི་གོ་སྒྲིག་བྱེད་ཡག་གི་དམིགས་ཡུལ་ཡིན་ན་རེད་འཆར་གཞི་ཡིན་ན་རེད། ཨང་དང་པོ་ཚང་མ་ཡིན་པ་རང་ལ་འདིའི་ནང་ལ་མཉམ་ཞུགས་གནང་མཁན་དེ་འདི་ག་ཚོའི་ཆ་ཤས་ཤེས་ཚར་ན་ང་ཚོ་བོད་པའི་རྩ་དོན་མི་རིགས་ཆེད་དུ་ཨང་དང་པོ་ཡིན་མི་རུང་འདི་ང་ཚོས་ངོས་འཛིན་ཞུ་གི་ཡོད། ཅེས་ན་དེའི་ནང་ནས་གལ་དང་པོ་དེ་དོན་ཡོང་དགོས་ར། གལ་ཆེ་ཤོས་དེ་ང་ཚོས་དེ་རྒྱུན་འཛིན་གནང་ཡོད་རེད། དེ་ཡིན་དུས་སྐུ་ལས་སྐྱོན་མཁན་ཚང་མ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ། ཨ་འདི་རིང་ད་ལྟ་རང་ཆོས་ཚོགས་དགུ་བ་ནས་ད་ལྟ་བར་དུ་ཞོལ་གྱི་རྒྱུན་རིང་པོ་ཆགས་སོ། ཨ་ནི་ཚང་མ་ལོག་གི་དེ་ཡག་པོ་ཞོལ་གསན་སོ་དངོས་གནས་ཁོ་རང